ཨ་ནེ། ཐུགས་སྣང་ཡང་ཡག་གི་ཆེད་དུ་ཡིན། ཨ་ནེ་འོས་བསྡུ་ལས་ཁང་གི་ཕྱག་ལེན་གནང་བྱ་རྒྱུ་ལ་སྐྱོན་འཛུགས་དང། ཨ་ནེ། ཅིག་གཞན་པ་གི་གནས་སྟངས་གང་ཡང་མིན། དེ་ཚིག་གསལ་བོ་བྱས་ནས་ཞུས་ཡོད། དོན་ཚན་དང་པོ་དེ། འོས་བསྡུ་སྒྲིག་གཞི་དོན་ཚན་སུམ་ཅུ་སོ་གསུམ་པའི་ནང་གསེས་དང་པོ། འོས་བསྡུ་བྱ་ཡུལ་སོ་སོར་འོས་བསྡུ་ཟིན་མཚམས་སྡེ་ཚན་དེའི་འགན་འཛིན་དང་ལས་བྱ་རྣམས་མཉམ་འཛོམས་ཐོག་འོད་སྒམ་དེ་དག་གི་ཁུང་བུ་ནས་འོད་ཤུགས་འབྱུང་དོན་མི་ཐོས་པའི་དམ་བཅར་བྱེད་དགོས། བྲིས་ཡོད་རེད། ཡིན་ནའང་ད་ལན་སྔོན་འགྲོའི་འོས་བསྡུའི་སྐབས་སུ། ཨ་ནེ། ཁུང་མ་ཁོལ་ནས་འགྲོ་ས་ཀྱི་གནས་ཚུལ་བྱུང་ཡོད་རེད། ཁེ་གཙང་དང་པོ་དེ་ལ་ད་ང་ཚོ་རྫ་བྲག་གི་གནས་སྟངས། གནས་ཚུལ་མང་པོ་ཅིག་གི་སྟེང་ནས་ས་གནས་དེ་སོགས་མིང་འབོད་མ་དགོས་ན་དྲན་སོང། ཡིན་ནའང་གྲོས་ཚོགས་ར་བ་འདི་ནང་མིང་ཐེངས་གཅིག་ལ་འབོད་ཚར་སོང། དེ་ནང་བཞིན་འོས་བསྡུ་འགན་འཛིན་གྱིས། གསར་འགོད་གསལ་བསྒྲགས་སྐབས་སུ། འོས་བསྡུ་འགན་འཛིན་རང་གིས་གསུངས་པ་དེ་གསར་འགྱུར་བརྒྱུད་ལམ་ཁག་ནང་ལ། བལ་ཡུལ་གྱི་ནང་འོས་བསྡུའི་སྒྲིག་གཞི་ལྟར་གནང་ཐབས་མེད་པ་གསལ་བོ་རེད་ཤག། བ་ཡུལ་ནང་གི་འོས་བསྡུའི་སྐོར་བསམ་འཆར་འབུལ་མཁན་ཡང་མང་བོ་བྱུང་བར་བརྟེན། ད་ལྟའི་ཆར་ཞིབ་འཇུག་བྱེད་བཞིན་པ་མ་ཟད། ཞིབ་འཇུག་ཚད་ལྡན་གྱིས་ཐག་གཅོད་བྱེད་ཀྱི་ཡིན། ཞེས་གསུངས་སོང་ལ་གསར་འགྱུར་ནང་ཐོན་ཤག་དེང་དུས་ཨ་ནེ་དེའི་གནས་སྟངས་དེ་ལྷག་དཀར་དེར་བ་ཡུལ་ནང་གི་གནས་སྟངས་ལ་ཨ་ནེ་ཁུངས་མ་འཁོལ་ནས་ཕྱིན་བསྡད་པ་དང། མི་གཅིག་དེ་རིང་ཡག་ཡང་འོས་ཤོག་མང་བོ་ཅིག་བཀྲམས། ཨ་ནི་སང་ཉིན་དེ་མ་ལས་འགའ་ཡང་བྱས་ནས་དེ་འདྲ་བྱེད་དུས་གནས་སྟངས་དེ་བྱུང་ཡོད་པ་དེ་གསལ་པོ་རེད་འོས་བསྡུ་འགན་འཛིན་གྱི་འོས་བསྡུའི་སྒྲིག་གཞི་དང་མ་མཐུན་པ་བྱུང་ཤག་གསུངས་པ་རེད་ད་ཞིབ་འཇུག་བྱས་ནས་ཐག་གཅོད་བྱེད་ཀྱི་ཡོད་དུས་འོས་སྒམ་ཁོལ་ནས་འགྲོ་གི་ཡོད་ན་མེད་ན་ཧ་གོ་མ་སོང་འོས་སྒམ་ལ་ཐི་ཚེ་རྒྱག་གི་འདུག་ཁུག་མ་དེ་ཁ་བཙམ་བྱ་གི་རེད་བས། མདུད་པ་རྒྱས་པ་ཙམ་གྱིས་ཡོང་གི་མ་རེད་བ། དེ་ཡིན་དུས་དེ་ཚོ་གི་གནས་སྟངས་ལ་ཞིབ་འཇུག་ནན་པོ་བྱས་ནས་ཏག་ཏག་བསྡད་གི་མེད་ན། ཨ་ནི། འོད་ཤུགས་དེ་བླུགས་བ་ལས་མ་བླུགས་བ་དགའ་གི་མ་རེད་བས། དེ་གཅིག་ཞུ་ཡ་ཡིན། ཨ་ནི་ཕྱོགས་གཅིག་ནས་རྒྱ་ནག་གི་གནོན་ཤུགས་དང་དེ་ཚོ་གི་རེད་གསུང་གི་ཡོད་རེད། ཉིས་སྟོང་བཅུ་ལོ་བ་ཡོལ་ནས་འོས་སྒམ་འཁྲུག་པ་བྱུང་ཡོད་རེད། ད་ལྟ་དེའི་སྐོར་ལ་བཀའ་འཁྲོལ་ཞུས་ཡོད་རེད་དང་ཡོད་མ་རེད། འཁྲུག་འགྲོ་གི་རེད་གསུམ་ནས་ཨ་ནི་ཁུངས་མ་འཁོལ་ནས་ཕྱིན་བསྡད་པ་རེད་བས། ཨ་ནི་འཁྲུག་ཡོང་སྐད་ཀྱི་ཉེན་བརྡ་འགྲོ་བ་ཅིག་ལོས་བ་རེད་དེ་ཚོ་ལ་ཐུགས་སྣང་གནང་དགོས་ཀྱི་འདུག་དེ་གཅིག་ཡིན་དེ་ནང་བཞིན་གྱི་འོས་སྒམ་གྱི་ཐུགས་ལ། ཁེ་བཟང་དཔའ་དེ་གཙོས་ཆོག་སྤྱི་གཙོས་སྡེ་བ་ཚང་ཁྲི་ལིན་ཆུས་གྲོན་གྱི་བཏང་ཡོད་རེད་འོས་བསྡུ་འགན་འཛིན་ལ། དེ་ནང་བཞིན་ང་ཚོ་སྤྱི་འཐུས་ཚང་མ་ལ་བཏང་ཡོད་རེད། འོས་སྒམ་ཏག་ཏག་ཡོང་གི་མི་འདུག་སྤེན་ན་ཧྥ་རན་སི་འདྲ་བོ་ཆགས་ཤར་བ་ཡིན་ན།

ཞི་བདེའི་ཀུན་སྤྱོད་ཡངས་པོ་ལགས། དཔའ་བརྟན་ཚོགས་གཙོ་མཆོག། ད་ལྟའི་གནད་དོན་འདི་ཏིས། གོང་གི་བྱ་བྲལ་གྱི་གསུང་བ་དེ་དག་ཏིས་དགྲ་བོ་རིགས་ཀྱི་ཆགས་གསུང། ཨ་ནི་ད་ཅིག་ང་ནི་གཙོ། སྲིད་སྤྱི་གཉིས་ཀྱི་འོས་ཤོག་ཚར་ཟིན་པ་འགྲོ་བ་ཞིག་རེད། ང་ཚོ་གི་སྲིད་སྤྱི་གཉིས་ཀྱི་འོས་བསྡུ་འདི། རང་དབང་ལྡན་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་འདྲ་གིས། བརྟག་དཔྱད་བྱེད་ཞིབ་འཇུག་བྱེད། བཙན་བྱོལ་བོད་མི་གི་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་ཚད་དང་ལྡན་པ་རེད་ཤག་ལ་ནི་གནད་ཐོག་དེ་འདྲ་ཡོད་རེད། དེ་འདྲ་སོང་ཙང་ད་ལྟ་ཆགས་ལ་ནས་ཆགས་བོད་ཡུལ་ནང་ལ་ཡོང་འདོད་པའི་གི་གནས་ཚུལ་ལྟ་བ་ཡིན་ན་ཕལ་སྐད་ལ་དོན་གཅོད་གནས་མ་ཐུབ་པ་ཕྱི་དུས་རྣམ་པ་སུ་གནས་མ་ཐུབ་པ། ནི་ལས་ཅན་རེ་ཟུང་གཅིག་གི། ནི་གོང་ཕྱག་འགྲེལ་གྱི་གསུངས་པ་དང་བཞི། འཇིགས་ཁུག་ཁེ་ནི་འོད་ཤོག་སྐྲངས་འཇིགས་ཁུག་ཁེ་ནི་འོད་ཤོག་རྡུལ་དུ་བ་དེ་གི། ང་ཚོ་གསེར་གྱི་ནི་གི་འོད་ཤོག་གི། ཆེ་མཐོང་དུ། ག་འདྲ་བ་ཅིག་བསྡད་ས་རེད། དེ་དབུས་འོད་སྡེར་ལྷན་ཁང་གི། རྟེན་འབྲེལ་གསང་ཞིབ་ཅིག་གནང་དགོས་འདུག་ཞུ་ཡ་ཡིན། ད་མ་འོངས་པར་ལ་ད་སྔོན་འགྲོ་ཚར་བ་རེད་དངོས་གཞི་སྐབས་སུ། ཡང་མིན་ན་མཐུན་རྐྱེན་གཞན་པ་འགྲོ་ཅིག་རྒྱ་ནི།

དགའ་བ་རོ་གཅེར་པད་ཆགས་པ་ཤར་བས་ན། ང་ཚོ་གོ་དུས་ལ་ཡེ་སུ་གཅིག་པ་གཅིག་རྐྱང་ཡིན་རྒྱུ་དེ་འདྲ་ཁོ་རང་ནི་ཤུ་གསོན་རྒྱུ་དེ་འདྲ་བྲིས་ཤར་རྒྱུ་དེ་འདྲ་ཡང་མཐོང་བ་འདུག་ལབ་ཀྱི་འདུག་དེ་འདྲ་སོང་ཙང་ད་ལྟའི་དབུས་བོད་ལྷན་ཁུག་ལྷན་ཁང་གི་ད་ང་ཚོ་ཡོང་རྒྱུ་བསྡད་པའི་དངོས་གཞིའི་སྐབས་སུ་ད་བོད་ཡུལ་ནང་གི་འོས་ཤོག་དེ་ལ་དངོས་གནས་དོན་སྣང་ཞིག་སྤྲད་རོགས་ཞེས་མ་གཏོགས། དེ་ཡག་པོ་ཞིག་རྩ་བ་ནས་ནི་ཡོང་ས་མ་རེད་མ་འོངས་པར་ང་ཚོ་སྲིད་སྤྱི་གཉིས་ཀྱི་འོས་ཤོག་ལས། མི་མང་གི་ཡིད་ཆེས་བརླག་ཡག་དང་ཨ་ནི་རྒྱ་སྐྱེད་ཀྱི་ཆེ་མཐོང་བརླག་ཡག་གི་གནས་སྟངས་ཅིག་ཆགས་ས་རེད་ཞོལ་མཐུ་ཆེ། ཞེ་འདོད་གསལ་བརྡ་ཚུལ་ཁྲིམས་ལགས། དཔོན་ཚོགས་མཆོག། དབུས་འོས་བསྡུ་ལས་ཁུངས་ཀྱིས་ད་སྔོན་རྩིས་ཐོ་བྲིས་པའི་ཐོག་ལ་སྤྱི་ཡོངས་ཀྱི་ལས་དོན་གྱི་ཐོག་ནས་བསམ་ཚུལ་ཚིག་གཅིག་གཉིས་གཅིག་བཤད་ཡ་ཡོད། གོང་དུ་ཕྱག་བྲིས་དང་པོ་སོང་ཉིན་དུ་གསུངས་པ་ནང་བཞིན་གྱིས། འདིས་ང་ཚོས་སྐྱོན་འཛུགས་བྱས་ནས་བསྒྱུར་བཅོས་ཆེན་པོ་ཞིག་གཏང་དགོས་པ་དང་ལྷག་པར་དུ་ངོ་མ་འདས་ཟིན་པའི་སྔོན་འགྲོའི་ཕྱོགས་ནས་དུས་ཚོད་ཁྲིམས་སྒྲིག་ལ་སྒྱུར་བ་གཏང་དགོས་རེད་ཟེར་ཡག་གི་ཀུན་སློང་ཐོག་ནས་བཤད་ཀྱི་མེད། ཡིན་ན་ཡང་ཆད་ལུས་བྱེད་སྟངས་མང་པོ་ཞིག་གི་ཐོག་ནས་ཁྲིམས་སྒྲིག་དུ་ཕྱིན་པ་ཞིག་བྱུང་ཐུབ་མི་འདུག་ཕྱོགས་གཅིག་ནས་ང་ཚོའི་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་གནོན་ཤུགས་ཀྱི་འོག་ནས་ང་ཚོ་ད་ལྟའི་བའི་ལོ་མང་པོ་ཞིག་ལ་བྱུང་ཡོད་རེད་དེ། ཡིན་ན་ཡང་སྒྲིག་གཞི་དང་མི་མཐུན་པའི་གི་འོས་ཤོག་དེ་འདྲས་བླུས་པ་ཡིན་ན། དེ་མ་འོངས་པ་ལ་ང་ཚོ་གི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གནང་བཞག་པའི་དམངས་གཙོ་དེ་ལ་ང་རང་ཚོ་གི་ཆེད་དུ་རྣག་ཐུག་བབས་བསྡད་པ་བཟོ་ལྟ་འདྲ་བོ་ཞིག་ཆགས་འགྲོ་ས་རེད། བྱས་ཙང་དེ་འདྲས་འདི་འདི། སྒང་ལ། དབུས་འོས་བསྡུ་ལས་ཁང་གི་ངོས་ནས་ཡིན་ན་ཡང་སྟངས་འཛིན་ནན་པོ་ཞིག་གནང་ནས་དངོས་གཞིའི་འོས་བསྡུ་དེ་ཚོ་མུ་མཐུད་དུ་ག་སེ་ལུགས་ཐུབ་པ་ཡིན་ན་དེ་འདྲས་བྱེད་དགོས་ཀྱི་འདུག། ས་གནས་ཀྱི་འོས་བསྡུ་གྱི་ལས་ཀ་བྱེད་མཁན་དེ་ཚོ་ཀྱང། གཅིག་འབྲེལ་ཡོད་ཁ་ཤས་ཅིག་ལ་འོས་ཤོག་ཡག་པོ་ཡོང་བ་གཅིག་པོ་གྱི་ཐབས་ཤེས་མ་ཡིན་པའི་སྤྱི་ཡོངས་ནས་དྲང་སྙོམས་ཀྱི་ཡོང་དགོས་པ་གྱི་ཐོག་ལ་འབད་བརྩོན་བྱེད་དགོས་ད་ཧ་ཅང་གལ་ཆེན་པོ་འདུག། ཡང་དེ་འདྲའི་ལབ་ཡོང་བའི་སྐབས་ལ་སོ་སོ་ས་གནས་དེ་ལ་འོས་ཤོག་མ་རག་པ་དང། དེ་འདྲའི་གི་ཚོགས་ནང་གང་ཡང་མེད་འོས་ཤོག་ཡག་ཤོས་ཁྲིད་ད་ཅི་རེད་ཤག་དེ་ཡིན་ན་ཡང། སོ་སོ་རག་མིན་གི་གནས་སྟངས་མ་ཡིན་པའི་གི། ང་ཚོས་དྲང་པོ་དང་ཚད་ལྡན་ཡག་པོ་ཞིག་མ་བྱུང་བ་ནི་འདི་དཀའ་ངལ་ཆེན་པོ་རེད། ས་གནས་ཁ་ཤས་ལ་འགྲོ་བའི་སྐབས་ལ། ང་རང་ཚོའི་སྒྲིག་གཞི་ནང་ལ་སྡེ་ཚན་ག་རེ་ག་རེ་དགོས་གི་ཡོད་མེད་དེ་ཚོ་ནང་ནས་ད་ངས་མིང་བཤད་ནས་ལ་འོས་མེད་འདི་སྡེ་ཚན་གཉིས་མ་གཏོགས་མེད་འདི་འགྲོ་ཤག་པ། དེ་ནས་འོད་དུས་ཀྱི་གྲངས་བཤེར་དེ་ཡང་དུས་ཚོད་ཀྱི་བཅད་བྱ་བ། མཐའ་མ་དེ་ཚོ་ལ་ཡང་དེའི་ནང་ལ་འགྲོ་ཉིན་མེད་ཉིན་དེ་ཚོ་གའི་ཡང་གྲངས་བཤེར་བྱེད་ཡ་ཐུང་ཡོད་མ་རེད་འོད་དུས་བྱེད་ཡ་ཐུང་ཡོད་མ་རེད་དེ། ས་ཡིག་བརྒྱབ་བྱ་ཟེར་ཡ་དེ་འདྲའི་གི་གནས་སྟངས་དེ་འདྲ་བྱུང་བྱ། བྱེད་དུ་དེ་འདྲའི་འདི། ད་ལན་གྱི་ང་ཚོའི་གནས་སྟངས་མཐའ་མཚམས་ཁག་གི་གནས་སྟངས་དེ་ཚོ་གི་ཐོག་ལ། དཀའ་ངལ་ཆེན་པོ་འཕྲད་ཡག་གནས་སྟངས་འདུག་ང་ཚོས་ད་ལྟ་རྡ་རམ་ས་ལ་གི་ཆབ་སྲིད་ཀྱི་དཀྱིལ་འཁོར་གྱི་ལས་དོན་བྱེད་སྟངས་ཀྱི་རྩོད་རྙོག་དེ་ཚོ་ཡང། ད་ལྟའི་གནས་སྟངས་ལ་ཆབ་སྲིད་པ་རེ་ཟུང་གིས་ཆོས་བརྒྱུད་དེ་ཚོའི་ནང་ལོགས་ལ་ཁྱབ་སྤེལ་བྱེད་ཡག་གི་ཐབས་ཤེས་ཅིག་བྱེད་བསྡད་ཤག། དེ་བྱས་ཏེ་མ་འོངས་པར་ད་ལྟ་ང་ཚོའི་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལ་གཞི་རྩ་བརྟན་པོ་ཡི་ང་རང་ཚོ་གིས་ཡིད་ཆེས་བྱེད་ཆོག་ས་དང་རེ་བ་རྒྱབ་ཆོག་ས་དེ་རིས་མེད་ཀྱི་ཆོས་བརྒྱུད་ཁག་རེད། ད་ལྟ་ང་ཚོའི་གིས་ནང་ཁུལ་གྱི་རྩོད་རྙོག་དེ་ཚོ་ཆོས་བརྒྱུད་ཚང་མ་གི་ནང་ལོགས་ལ་ཕར་ཁྱབ་པེར་བྱས་ནས་འགྲོ་བསྡད་པ་ཡིན་པ་ཡིན་ན། མ་འོངས་པ་ཆོས་བརྒྱུད་སོ་སོའི་ངོས་ནས་ཡིན་ན་མགོ་ལི་མ་བྱ་དེ་ནི་ང་ཚོའི་བཙན་བྱོལ་སྤྱི་ཚོགས་ནང་ལ་རེ་བ་རྒྱབ་ས་དང་མ་འོངས་པ་ཡིད་ཆེས་བྱེད་ཐུབ་ཡག་གི་གནས་སྟངས་གང་ཡང་མེད་རྒྱུ་གི་དེ་འདྲས་ཤིག་ཆགས་ས་རེད་བྱས་ཙང་དེ་འདྲས་འདི་འདི་ཚོ་གི་སྒང་ལ་དབུས་འོས་བསྡུ་ལས་ཁང་དང་ས་གནས་འོས་བསྡུ་དེ་ཚོ་གི་སྟངས་འཛིན་ནན་པོ་ཞིག་བྱེད་དོ་དོ་ཏན་ཏན་བྱས་ནས་འོས་ཤོག་བླུགས་ཐུབ་དགོས་པ་དེ་གལ་ཆེན་པོ་རེད་གལ་སྲིད། ཁྲིམས་དང་མཐུན་པ་སྒྲིག་གཞི་དང་མཐུན་པ། དྲང་བདེན་བཅོས་སྙོམས་ཡག་པོ་ཞིག་མ་བྱུང་བ་ཡིན་པ་ཡིན་ན་ག་སེ་ལེགས་མ་ཐུབ་པ་ཡིན་ན། ཁོ་དེ་ཚང་མ་ལ་འོས་གཞི་འོས་ཤོག་ཡོད་ཉེས་ཚང་མ་ལ་དེ་རེད་མ་གཏོགས་མི་ཁ་ཤས་ཅིག་ལ་གྱོང་རག་འགྲོ་བ་གལ་ཡོང་མ་རེད་བྱས་ཙང་དེ་འདྲ་ཡིན་དུས་འདི་ལྟོས་ལྟོས་ཏན་ཏན་ཅིག་བྱས་མ་ཐུབ་ན་མ་འོངས་པ་དཀའ་ངལ་ཆེན་པོ་རིམ་པས་སྤྱི་ཚོགས་ཁོ་རང་ལ་རྩོད་རྙོག་ཆེན་པོ་ཞེ་བོ་ཅིག་ཆགས་ཡག་དང་རྒྱལ་སྤྱིའི་མཐོང་སྣང་ལ་ཡག་པོ་མེད་པ་ཅིག་ཆགས་ཡག་གི་ཉེན་ཁ་འདུག་དེ་ཞོད་ཡིན། ཞི་བདེའི་དགེ་བཤེས་ཨ་ཀྲོང་རིན་ཆེན་བྱམས་བརྩེ་ལགས།

གལ། ཆུང་ཆུང་འདྲ་བོ་ཚོར་སྲིད་པ་རེད། ཡིན་ན་འདི་ཚོ་ང་ཚོ་ད་རྨོངས་ཚུལ་གྱིས་སྒྲོམ་གཞི་གི་ནང་ལོགས་ལ་ད་གལ་ཆེ་ཤོས་དེ་སྤུས་དག་དང་མ་དག་དང་ཡིན་ནི་ང་ཚོ་ཅིག་ཡག་པོ་ཆགས་དང་མ་ཆགས་ཟེར་ཡ་དེ་གནད་འགག་ཆེ་ཤོས་དེ་ད་ང་ཚོ།

རྒྱལ་ས་གཏན་དུ་དེ་ངས་ཞུ་ཡ་ལ། ད་ལྟ་གཏན་དུ་འོས་བསྡུ་ལྷན་ཁང་གིས་ད་ལྟ་དངོས་ཡོད་འོས་བསྡུ་དེ་འགྲོ་འགྲོ་རྒྱུ་ཆགས་དེ་དུས་ཨ་ནི་དེ་གཏན་དུ་ང་སུ་ག་སྲིད་ད་འོས་སྒམ་དང་དེ་འདྲའི་གི་ཐོག་ལ་ཁོ་འོས་བསྡུ་ལྷན་ཁང་སྒྲིག་གི་ནང་ད་ཆགས་གི་མེད་པ་ཡིན་ན། ཡིན་ན་མི་ཁ་ཤས་ཀྱི་མཉམ་དུ་འགྲོ་དགོས་ཡ། དེ་ཚོའི་གི་ཐོག་ལ་ཡིན་ན་ཅིག་འོས་གི་ཐོག་ལ་རྒྱས་སུ་ཁོ་ཐག་གཅོད་བྱེད་པ་ཡིན་ན་མི་ཆ་ཚང་གི་ཁོ་ས་ཡིག་བརྒྱ་ནས་སླེབས་ཐུབ་དགོས་ཡ་དེ་གནད་འགག་ཅིག་ཆགས་དགོས་རེད།

པ་ནི་ཚོགས་གཙོ་མཆོག་དབུས་འོས་བསྡུ་ལས་ཁུངས་ཀྱིས་རྒྱུན་གྲོན་གྱི་ཐོག་ནས་ཨ་ནེ་བགྲོ་གླེང་ལ་ཆ་ཤས་ལེན་པའི་ཐོག་ནས་ངས་ག་འདི་ཚིག་ཁ་ཤས་ཅིག་ཞུས་ན་བསམ་སོང། གཙོ་བོ་དྲི་བ་གཅིག་དང་ཨ་ནེ་ཡིས་འབོད་སྐུལ་ག་ཤས་ཅིག་ཡོད་ཞུ་ཡ་ཡིན། ཨ་དྲི་བ་འདི་ད་ལྟ་གཉིས་ལ་ཆ་འཕྲོད་སྤྱི་འཐུས་ག་ཤས་ཅིག་གིས་ཨ་ད་བ་ཡུལ་གྱི་གནས་སྟངས་སྐོར་ལ་གསུངས་སོང། ཨ་ངའི་དྲི་བ་འདི་ག་རེ་ཡིན་ལ་ན་ད་ལྟའི་ཆ་ལ་ར་བ། ལབ་གླེང་བྱུང་ནས་ཞིབ་འཇུག་གནང་བཞིན་པའི་ད་ལྟ་འོས་བསྡུ་ལས་ཁུངས་ཀྱི་ནང་བསྡད་པ་དེ་ག་ཚོད་རེད་ཅི་ཡོག་རེད། ཁ་ཆེ་ན་ཕལ་ཆེར་ལབ་གླེང་བྱུང་བ་དེ་འདི་ས་གནས་མང་པོ་ཅིག་ལ་བྱུང་ཡོད་པས་སོ་སོ་གོ་ཡག་འདུག་ར་སོ་སོ་འདྲ་བོ་བྱེད་ན་ཕི་ཀའི་རྡོ་རྗེ་བསྟན་ལ་འོས་ཤོག་བླུག་ཡིན་འོས་ཤོག་བླུག་པའི་སྐབས་ལས་ཀའི་ཆོལ་ཁ་དང་དེ་འདྲ་སུ་ཡིན་མིན་ཧ་གོ་གི་མི་འདུག་སྟེ། ནང་ལོག་རང་ལ་དད་བྱས། ཕལ་སྐད་མི་འོས་ཤོག་བླུག་ས་མཉམ་དོ་དད་བྱ་བཏུང་བྱས་ནི་ཚང་མ་བླུག་གི་འདུག་ར་ཕལ་སྐད་ཞུ་ཡས་བྱུང། ཞུ་དུས་ཡང་རྒན་པ་འདི་གཅིག་བག་ཕེབས་ཡང་གཅིག་གསུང་གི་འདུག་ཡང་འདི་བྱས་ནས་ཕར་འགྲོ་ཤ་དུས་ཡང་དག་རང་རེད་ཤ་སོ་འདི་འད་ཡིན་དུས་འདི་དངོས་གནས་ད་འད་དངོས་གཞི་འདི་འགྲོ་རྒྱུ་རེད་འདི་སྐབས་ལ་དོ་ནན་པོ་ཐོག་ནས་མང་དཀར་གནང་དགོས་ཡ་ལག་བསྟར་གནང་དགོས་ཡ་འདི་དཔེ་གནད་འགའ་རེད་ཤ་ཕལ་སྐད་ལ་འདི་མི་འདུག་ལ་སྒྲིག་འཛུགས་འདི་མང་གཅིག་ཤུག་ནང་མར་དྲི་རེ་མ་ཞིག་ལག་བསྟར་གནང་ཡག་སྒང་ལ་དངོས་གནས་ཏེས་བྱེད་ངེས་རྡོ་རྗེ་གདན་ལས་ཏེས་སྐྱོ་བོ་གྲོགས་ཤི་ཐོང་སོ་སོ་ཕི་གེ་ཡོད་དུས་དེ་མ་གཉིས་ཕི་གེ་ཞུ་ཡིན་ད་ལྟ་ཕི་གེ་འབྲེལ་བ་ཡོད་ཁྱོད་ཀྱིས་ཕི་གེ་ཞུ་བསྡད་ངེས་དེ་ཚོ་ཁོ་རང་ཚོ་ནི་སྙིང་རྗེ་ཐོ་རྒྱལ་ལ་ཞུ་ཅིག་ཐོབ་ནི་ཞུག་དུ་བ་འདི་གཅིག་དང། ད་ག་ན་ཤི་ཡིན་ད་ང་ཚོ་དུས་རབས་ཉི་ཤུ་རྩ་གཅིག་ནང་ཡོད་རེད་ད་ད་ཡིན་ནས་ང་ཚོ་གྲང་དུ་རང་ར་བ། འདི་ཡིས་གསལ་བོ་བྱེད་མི་འདུག་ཨ་ལ་ད་ལྟ་ང་ཚོའི་འོས་ཤོག་ད་དཔེར་ན་ཆ་བཞག་ན་ད་ལོ་དགྲ་བོ་བྱས་ན་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ད་བར་ད་འོས་ཤོག་བླུག་མཁན་བརྒྱད་སྟོང་ཞེས་མང་རུ་འགྲོ་བས་ཀྱི་བཀའ་མོལ་བྱེད་ན་འགོར་བ་སོ་བརྒྱད་སྟོང་འདི་ནང་ལ་ལོ་བཅོ་བརྒྱད་ཡར་ཐོན་ནི་ད་ལྟ་གསར་བ་གནང་མཁན་ག་ཚོད་ཡོད་རེད་ལ་ཅེས་དྲི་བ་བྱེད་ལེགས་ཀྱི་འདུག་ར་ད་བརྒྱད་སྟོང་འདི་དངོས་གནས་ཁོ་རང་མང་རེ་ཕྱིན་རེད་ག་རེ་ག་ཞིག་གིས་ནི་མང་རེ་ཕྱིན་ཡོང་མ་རེད། དེ་ནས་བར་ཅིག་ད་མང་པོ་བྱེད་དུ་བ་སྐད་ཆ་མང་པོ་བྱེད་དུས་དངོས་གནས་བྱེད་ན་ང་ཉིད་ཀྱི་རེ་བ་རྒྱལ་ལ་ད་འདས་ཀྱི་འོད་དུ་དབུས་འོད་དུ་ལྷན་ཁང་ནས་གྲངས་ཐོ་ཐོ་ནས་དྲ་རྒྱ་ནང་ལ་ཏེས་ཅི་ཁ་གསལ་བོ་ཅིག་མ་སྟོན་ཐུ་ན་ད་བྱུང་ན་ད་རབ་ཏུ་བྱུང་ན་ད་ད་གཞོན་སྐྱེས་ག་ཚོད་དོ་ར་ཨ་ནི་བུད་མེད་ག་ཚོད་དོ་དེ་འད་ཡོད་ན་ད་ཧ་ཅང་གི་ཡག་པོ་ཡོད་ས་རེད་ད་ན་ང་ཚོ་གྲངས་ཐོ་ཁོ་རང་བཅད་མི་འདུག་བ། ག་རེད་ད་ག་ཚོད་ཡོད་རེད་འོས་ཤོག་བླུག་ངེས་འདི་ནང་ཉིན་མ་ཉིས་སྟོང་ནས་ཉིས་སྟོང་ཉི་སེར་གཅིག་ལ་ག་ཚོད་བྱུང་རེད་ད་ལྟ་ག་རེད་ད་སྡེ་བའི་གི་འདི་ཚོ་སྤྱོ་བོ་བྱེད་ནས་འདི་ངེད་གཉིས་སྤྱོ་བོ་བསྡུར་ནས་ད་ལྟ་གསར་བ་ནང་ལ་རོགས་ག་ཚོད་གསར་ག་ཚོད་གསར་བ་རེད་གསར་བ་གསར་རྐྱང་ག་ཚོད་རེད་དེ་འདས་ཕྱིར་མ་དྲང་དུ་ལྟས་ཡོད་ན་ཐུགས་ཕན་སོས་ས་རེད་ཞུ་ཡ་ཡིན་འདི་དང་ཆབས་ཅིག་ད་ད་ལོ་འདྲ་བོ་བྱིན་ན་འོས་ཤོག་བླུག་ངེས་གི་བརྒྱ་ཆ་འདི་ཁོ་རང་ལྔ་བཅུ་ང་བཞི་མ་ཞིག་བྱུང་ཡོད་མ་རེད་པ་འདི་སྒང་ལས་བསམ་ཚུལ་ག་རེ་ཡོད་ནང་ལ་ཅིག། དེ་བས་ཅི་ལེགས་འདུག་བཞིན་དུ་བྱས་ན། རྩ་བའི་ད་བའི་སྡུག་གི་ལས་དོན་བྱེད་ཕྱོགས་ཀྱི་ཐོག་ལ་བགྲོ་གླེང་ཕེབས་བསྡད་ཡོད་འདུག་དེ་ནི་ཁ་ཚོན་དེའི་སྔོན་གྱི་གྲོས་ཚོགས་མ་འཚོགས་སྔོན་དེ་ལ་བས་སྡུག་འགན་འཛིན་དང་འགན་འཛིན་ལས་འཕར་གཉིས་ཚོགས་འཚོགས་ས་སྐྱེལ་ཡོང་དགོས་ཀྱི་འདུག་ཟེར་ནས་ཕེབས་སོང། ཁོ་དེ་དུས་བ྄་ཡིག་གི་གནས་སྟངས་ཀྱི་ཐོག་ལ་ནས་ཁོ་ཚོ་ཞིབ་འཇུག་བྱེད་ཀྱི་ཡོད། ད་བའི་འོས་ཤོག་ཚོགས་མ་ཚོས་བའི་སྡུག་ལས་ཁུངས་ནས་གཏོང་ཤོག་ཟེར་ནས་བར་མངགས་ཡོད་ཡིན་ན་ཡང་ད་ལྟ་ས་གནས་ཁ་ཤས་ནས་སླེབས་མ་སོང་ཟེར་ནས་དེ་གསུངས་སོང། ལས་འདི་ཁོ་ཚོ་ཞིབ་འཇུག་ཅིག་འགྲོ་བཞིན་པ་ཡིན་ཟེར་ནས་དེ་གསུངས་སོང་ངོ་རྣམ་པ་གཅིག་ཚོགས་གཙོ་ཆ་ལྔ། འོད་སྡོང་འགན་འཛིན་དང་འགན་འཛིན་ལས་དཔོན་གཉིས། དེ་ཆ་ལྔ་གསུང་མཁན་ཕེབས་ཡོང་འདི་རྣམ་པ་མཆན་ཐོ་རང་ཆེད་དུ་ཞུ་ཡ་ཡིན་དེ་མ་ཡིན་པའི་ད་ལྟ་ལས་འདོད་དེ་ལས་དོན་བྱེད་ཕྱོགས་དང་འབྲེལ་བའི་ཐོག་ནས་དྲི་བ་རེད་དེ་ཚོ་ཚང་མ་དབུས་འོས་བསྡུ་གི་ལས་ཁུངས་ཀྱི་བརྒྱུད་ནས་ཨ་ནི་འཛིན་སྐྱོང་བཀའ་ཤག་གི་གཙོས་གྲོས་ཚོགས་ནང་ལོགས་ལས་སྙན་སྒྲོན་གསལ་བཤད་ལན་འདེབས་ཞུ་དགོས་ཡོད་དེ་ད་ལྟ་འོས་བསྡུ་ལས་ཁུངས་ཀྱི་དེ། ནམ་རྒྱུན་བཤད་ཀྱི་རེད་ཟེར་ནས་དེ་ཞུ་ཡ་ཡིན། ཞི་བདེའི་དགེ་བཤེས་ལྷ་རུང་པ་ཨ་ཀྲུག་ཚེ་བརྟན་ལགས། དཔའ་ལྡན་ཚོགས་གཙོ་མཆོག། ད་ད་འདྲ་བསམ་ཚུལ་ཕན་ཆད་གཅིག་པ་གཅིག་པ་འདྲ་བོ་ཆགས་ཀྱི་འདུག་དེ་ཡིན་ན་ཡང། ད་གལ་ཆེན་པོ་སོང་ཙང་ཨ་ནན་ཏུན་གྱི་ཚུལ་དུ་ཞུས་པ་ཡིན་ན་ཡང་སྐྱོན་ཡོད་ཀྱི་མ་རེད་བསམ་བསམ་འདྲོག་ཅིག་ཐོག་ནས། ད་ད་ལྟ་ང་ཚོ་འོས་བསྡུ། ལས་རིམ་དེ་དང་ང་ཚོའི་དམངས་གཙོའི་འགྲོ་སྟངས་ཀྱི་ཐོག་ནས་དཔེ་མ་སྲིད་པ་གལ་ཆེན་པོ་ཆགས་བསྡད་པ་རེད་ལ། ང་ཚོ་བོད་བོད་མིའི་དམངས་གཙོ་ལ་ཆ་བཞག་པ་ཡིན་ན་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གདུགས་སུ་གསོལ་རས་གནང་བཞག་པའི་དམངས་གཙོ་ཅིག་ཡིན་པ་ཡིན་ཙང་འདིའི་ཡང་ནི་སྲོང་སྐྱོབ་དང་བརྩི་སྲུང་བྱེད་དགོས་ཡ་དེ་ང་ཚོ་ཚང་མ་གི་ཐོག་ལ་ཡ་འགན་ཆེན་པོ་ཅིག་ཡོད་རེད་བསམ་པའི་ཐོག་ནས་ད་དམངས་གཙོའི་དམངས་གཙོ་སྲོང་སྐྱོབ་བྱེད་དགོས་གི་ཡོད་ན་གལ་ཆེ་ཤོས་གཅིག་དེ་གདམ་བྱ་གདམ་བྱེད་དེ་ཆགས་དེ་ཡོད་རེད་གདམ་བྱ་གདམ་བྱེད་དེ་ཡང། ད་ལྟ་འདི་འོས་བསྡུའི་ལམ་ནས་ཐག་གཅོད་བྱེད་དགོས་པའི་གནས་སྟངས་ཅིག་ཡིན་དུས་གང་ལ་ད་འོས་བསྡུ་དེ་དམངས་གཙོའི་ཐོག་ནས་གལ་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད། དེ་ཡིན་དུས་འོས་བསྡུ་དེ་དྲང་མོ་ཡོང་དགོས་ཡ་དང་འོས་བསྡུ་དེ་ཁྲིམས་མཐུན་ཡོང་དགོས་ཡ་འོས་བསྡུ་དེ་གཙང་མ་ཅིག་ཡོང་དགོས་ཡ་དེ་གནད་འགག་ཆགས་བསྡད་ཡོད་རེད། དེ་ཡིན་དུས་གང་ལ་ད་ད་ལྟའི། སྲིད་སྤྱི་གཉིས་ཀྱི་སྔོན་འགྲོའི་འོས་བསྡུའི་དེ་ཐོག་ལ་ཡ། ད་ང་ཚོའི། མི་ཁ་ཤས་ཅིག་གི་བསམ་ཚུལ་གཅིག་པུ་མ་རེད་ད་འོས་བསྡུ་ཚོགས་ཆུང་ཁོ་རང་ངོས་ནས་ད་ད་ལྟ་པ་དན་སྲིད་སྐྱོང་གི་བཀའ་གནང་བ་གཞལ་བྱས་བ་ཡིན་ན། ས་གནས་གཅིག་ལ་ཡ། འོས་ཀྱི་གནས་སྟངས་དེ་ཐོག་ལ་ད་ཚང་མ་གི། དོགས་པ་ཡོད་བ་དང། ཨ་ད་ནང་བཞིན་འོས་བསྡུ་ཚོགས་ཆུང་གི་ནང་དེ་ལ་ཡ། ཞིབ་འཇུག་བཤད་བཞིན་པ་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། དེ་དངོས་གནས་ཚོད་རེད་དེ་འདྲ་ཡིན་དུས་གང་ལ་ད་གལ་སྲིད་ཞིབ་འཇུག་བཤད་བཞིན་པའི་གི་མཇུག་འབྲས་ཀྱི་ཐོག་ལ་ཡ་ཨ་ནས་ཅིག་བདེན་པ་མ་ཡིན་པའི་གནས་སྟངས་འདྲ་བོ་ཅིག་དེ་འདྲས་ཆགས་བ་ཡིན་ན་ཨ་ནས་ས་གནས་འདི་གི་འུད་དེ་ཚོ་ཁ་ཚང་རྩིས་བརྒྱབ་ནས་ད་ཁ་ཚང་སྔོན་འགྲོ་ལ་ཡ་བཀའ་སྤྱི་གཉིས་ཀྱི་འུད་ཀྱི་གྲུབ་འབྲས་བརྒྱ་ཆ་སྐོར་བྱས་ནས་མ་སོང་ཚར་བ་དེ་ཚོ་ལ་ཡ་ཡོ་བ་འགྲོ་བ་ཅིག་སྐྱེ་འགྲོ་གི་ཡོད་རེད་ཡོད་མ་རེད་དེ་གནས་སྟངས་ཅིག་ཆགས་དེ་ཡོད་རེད་གང་ལྟར་འདིའི་དྲང་མོ་ཅིག་མ་ཆགས་པ་ཡིན་ན་སྔོན་འགྲོ་གི་འུད་ཀྱི་ཁ་ཚང་ཁྱབ་བསྒྲགས་དེ་ཡང་རང་བཞིན་གྱིས་དྲང་མོ་ཆགས་མེད་པ་དང་ཨ་ནི་དེ་འདྲ་གི་གནས་སྟངས་ཆགས་ཡོང་གི་ཡོད་དེ་དེ་ཚོ་གང་ག་ལ་ང་ཚོས་ངེས་པར་དུ་དགོངས་པ་བཞེས་དགོས་ཡ་དང་ལྷག་པར་དུ་ད་ས་གནས་དེ་ལ་ཡང་ཆགས་བཞག་ཡིན་ན་ད་ལྟའི་ཆ་ལ་ཡང་ཕྱི་ནང་གི་གནོད་ཤུགས་མང་པོ་ཅིག་གི་ཐོག་ནས་འོས་བསྡུ་ཁྲིམས་དོན་གྱི་ལུགས་མཐུན་ཡ་གི་གནས་སྟངས་མེད་པ་གི་ཐོག་ནས་གསལ་བོ་གསལ་རྐྱང་རེད། ད་དེ་ངས་གསལ་བོ་གསལ་རྐྱང་རེད་ཟེར་ནས་ཚིག་ཐག་ཆོད་པོའི་ཐོག་ནས་བཤད་ཡ་ལ་ཡང་ང་སྤོབས་པ་དེ་ཚོད་ཡོད་རྒྱུ་མཚན་ག་རེ་ཟེར་ན་ང་སྡེ་ཚན་བྱེ་བྲག་པ་ཅིག་གི་འོས་བསྡུ་ཚོགས་གཙོ་ཆགས་དེ་ཡོད། ཉེ་ཆར་རང་ངས་དེ་འོད་དུ་བླུགས་པའི་སྐབས་སུ་ས་གནས་དེ་ལ་ཡང་འོད་དུ་བླུགས་ཐུབ་མ་སོང། རྒྱུ་མཚན་ག་རེ་རེད་ཟེར་ན་ས་གནས་དག་ང་ཚོ་དབུས་བོད་རུ་ལ་འབྲེལ་བ་མང་པོ་བྱས་ནས་དེ་ལ་ཁྲིམས་དོན་ཅིག་བླུགས་ཐུབ་དགོས། ས་གནས་བའི་མང་ཚོགས་ཀྱི་འོད་དེ་དཔེ་གལ་ཆེན་པོ་རེད། ཡིན་པ་ཡིན་ན་དེ་ཁྲིམས་དོན་ཅིག་བླུགས་དགོས་ཡ་དེ་དེ་བས་ཀྱང་གལ་ཆེན་པོ་རེད་དེ་འདྲ་ཡིན་ཚ་ས་གནས་འགན་བཞེས་བྱས་ནས་ཨ་ནེ་ཅིག་ང་ཚོ་གི་སྡེ་ཚན་དེ་གི་ཁྲིམས་སྒྲིག་དགོངས་དོན་ནང་བཞིན་གྱི་ཡོང་ཐུབ་ཀྱི་འདུག་དང་མ་འདུག་གལ་སྲིད་ཁྲིམས་དོན་གྱི་ཡོང་ཐུབ་ཀྱི་མེད་པ་ཡིན་ན་མ་བླུགས་ན་ཡག་གི་རེད་ཟེར་ནས་ལམ་སྟོན་ཞུས་པ་ནང་བཞིན་གང་ལྟར་མི་ཡི་གནས་སྟངས་གི་འོག་ནས་ང་རང་ཚོ་ཁྲིམས་སྒྲིག་དགོངས་དོན་ནང་བཞིན་ཁྲིམས་དོན་གྱི་ཡོང་ཐུབ་ཀྱི་མེད་དུས་ས་གནས་དེ་ལ་ང་ཚོས་སྐབས་དུས་དུས་སྡེ་ཚན་དེ་གི་འོས་བླུགས་ཐུབ་ཡོད་མ་རེད་བྱས་ཙང་དེ་འདྲ་ཡིན་ཙང་ད་ལྟ་བཀའ་སྤྱི་གཉིས་ཀྱི་གི་འོས་དེ་ཡིན་པ་ཡིན་ན་ཡང་ད་གང་ལྟར། ད་ཁྲིམས་དང་ཏག་ཏག་གི་བསྡད་ཡོད་མེད་འོས་བསྡུ་ཚོགས་ཆུང་གིས་བཀའ་མོལ་གནང་ཡོང་དུས་གང་ལེགས་དེ་འདྲའི་གི་ཐོག་ལ་ང་རང་ཚོ་གི་དམངས་གཙོ་འདི་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་འོས་བསྡུ་དེ་དྲང་བདེན་ཡོང་ཡག་གི་ཆེད་དུ་དངོས་དངོས་གཞིའི་འོས་བསྡུའི་སྐབས་ཡིན་པ་ཡིན་ན་དེ་ཨ་ནི་བླུག་དགོས་གི་འདོད་མི་འདུག་ངེས་པར་དུ་དགོངས་པ་བཞེས་དགོས་པ་གཅིག་དང་ཨ་ནི་ད་བར་གནང་བཞིན་པའི་ད་ལྟ་ད་ཞིབ་འཇུག་བྱེད་བཞིན་པ་ཟེར་ཡ་དེ་ང་ག་རེ་བྱས་ནས་དྲི་བ་ཅིག་སླེབས་ཡོང་གི་འདུག་ལབ་ན། མཇུག་འབྲས་ཁྱབ་བསྒྲགས་བྱས་ཚར་རེད། གནད་དོན་ལ་ཞིབ་འཇུག་བྱེད་གི་ཡོད་ན་ཞིབ་འཇུག་ལ་གནས་ཚུལ་ལགས་ན་མཇུག་འབྲས་ཁྱབ་བསྒྲགས་བྱས་ཚར་རྒྱུ་དེ་ག་བ་ཆགས་གི་རེད། བྱས་ཚར་དེ་འདྲས་ཡིན་དུས་གང་ལ་དེ་འདྲས་གི་ལས་དོན་བྱེད་ཆོག་དེ་ལ་ཡིན་ན་བག་ཡོད་བ་སྒྲིག་གཞི་ཡོད་བ་ཁྲིམས་ཡོད་བ་ཞིག་གི་ཐོག་ལ་འགྲོ་དགོས་ཡ་དེ་གང་ལྟར་གལ་པོ་ཆེ་ལ་གནད་དོན་གི་ཚོར་དེ་ཡིན་གཅིག་མིན་གཅིག་གཟབ་གཟབ་བྱེད་དགོས་འདུག་ཞུ་ཡ་ཡིན། ཞི་བདེའི་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས།
དཔལ་འབྱོར་སོགས་ཕྱོགས་གོ་དགུ་རྣམ་པར་དོན་གྱི་ཆེད་གནད་དོན་གསུམ་ཞུ་བས་ཡོད། ལྟ་དེ་མ་འོངས་པ་ལ་ཡང་ལས་དོན་དང་འབྲེལ་བའི་ཐོག་ནས་ད་ཕན་ཐོ་ཡ་རང་གཅིག་མ་གཏོགས་གཞན་གས་ཞུ་ཡས་མེད། དེ་ཡང་བཅའ་ཁྲིམས་དང་སྒྲིག་གཞི་ལ་ཞལ་གྱིས་བཞག་གི་ཞིག་ཞུས་བཞག་ན་བསམ། དང་པོ་དེ། ང་ཚོ་དེ་བཙན་བྱོལ་བོད་མིའི་གི་བཅའ་ཁྲིམས་དོན་ཚན་བཅུ་གཅིག་པ་འོས་བསྡུ་དང་འོས་གཞིའི་ཐོབ་ཐང་ཟེར་དེ་མཉམ་དུ་འདྲེས་ནས་ཅིག་ཞུས་ཤག་ཡིན། གནད་དོན་དང་པོ་དེ་དེའི་ནང་ལོགས་ནས། གཅིག་དེ་ལྟ་སྟངས་ནང་ང་ཚོ་རྒྱ་བལ་འབྲུག་གསུམ་བཅས་ཡོངས་གྲགས་ཤེས་ཀྱི་ཡོད་རེད་དེ་ལས། འབྲུག་རང་གི་ནང་ལ་ཡང། བོད་ཀླུ་རྒན་རག་ཡོད་མེད་མི་ཤེས་ལང་ཉེན་བརྡ་དེ་བས་མེད་པ་དེ་གསལ་པོ་རེད་ལོ་མང་པོའི་ནང་ལ། ཐ་སྙད་བཤད་པའི་སྐད་ཆ་དེ་ཚོ་ཡང་ཏག་ཏག་ཅིག་བསྡད་ཀྱི་མེད་པ་དང་ཡང་ཅིག་ཚིག་གཅིག་ལ་གནོད་ཡས་ཀྱི་གནས་སྟངས་དང་བོད་དོན་གྱི་འཐབ་རྩོད་ལ་གནོད་ཡས་གནས་སྟངས་ཡོད་ན་དེབ་དེ་ནས་མ་འཐེན་བྱ་བའི་ན་སྐུ་དབང་རེས་བྱེད་ཞུ་ཡས་ཏེ་གཉིས་ནས་གཅིག་ཞུས་བྱ་ན་བསམ་ཞིག་འདི་ཡིན་དུས། ཐོབ་ཁུངས་གཅིག་འོག་ལ་ཡིན་ན་དཔེར་ན་ཁྱེད་རང་རྒྱུགས་ལས་བསྡད་ཀྱི་ཡོད་པ་ཡིན་ན་ལས་འོས་བསྡུའི་སྐབས་ལ་ཡ་རྒྱ་གར་ལ་ཚུར་ཡོང་ནས་གླུ་སྐད་ཡོད་ནས་ཡོད་ཆོག་གི་རེད་བ། ག་རེ་ཟེར་ན་ང་པི་ཀའི་ཨོ་སི་ཀྲི་ལ་བསྡད་པའི་སྐབས་ལ་ཡ། རྒྱུགས་ནས་ལས་ཀྱོ་དེ་འདྲ་ད་འབྲུག་པ་རང་ཡིན་བོད་པ་རང་ཡིན་འདྲེ་ཀྱོ་ངས་མི་ཤེས་འདི་ལས་ཨ་འདི་འདྲ་དེ་འདྲ་རོགས་པ་དགོས་ཀྱི་འདུག་ནས་ངས་དང་ཆོས་འདི་ཀེས་བྲིས་གོ་དེབ་བྱང་གོ་ཡོད་པའི་ལས་དུས་དེབ་བྱང་གོ་ཕ་སྐད་ཡོད་ལགས་འདུག་ད་འདི་འབྲུག་ལ་ཡུལ་གྱོ་ལ་བ་ད་མྱ་ངན་ཡོད་པ་ཡུལ་གྱོ་ལ་བ་ད་གོ་སྤྱི་པའི་ལ་ཡ་རྩ་དོན་ལ་ཡ་ཤ་ཚ་ཞིག་ཡོད་དུས་དེའི་ལང་ཀ་དེ་ཚོ་ཅིག་མ་འོངས་པ་ལ་གསལ་ཐུབ་ཡ་ད་སྒྲིག་གཞི་གི་ཐོག་ནས་གསལ་གོ་གོ་ཡོད་ལས་དེ་གྲོས་ཆོད་གྲོས་འཆར་གི་ཐོག་ནས་གསལ་གོ་གོ་ཡོད་ལས་དེ་དོན་ཚོད་གང་ལ་ཡང་ཅིག་དགོངས་པ་བཞེས་གོ་ཡ་དེ་གལ་ཆུང་པ་ཞིག་ཆགས་ཀྱི་འདུག་མ་འོངས་པ་ལ་ཡ། གཉིས་པ་འདི། འདི་དང་འབྲེལ་བ་ཆགས་ཀྱི་འདུག Poster དཔར་འདེབས་སོགས་སུ་ཤོག། ད་ང་ཚོ་རྒྱ་གར་ལ་ཡ་སྤྱི་འཐུས་ལགས་ཉེ་ཚང་མ་ལོ་རྒྱ་གར་གྱི་གཡག་འབྲུག་སྟེང་སུ་གོས་དེད་འདུག་ད་གོས་དེད་ཡོད་རེད་གོས་ང་ཡང་ཉི་མ་གོས་ཉོས་ཏེ Poster སྦྱར་ཡ་ག་བོ་ཞུ་ཡོད་རེད་ཨ་ནི Poster དེ་མ་བཀོལ་ཡ་གི་ལས་ཀ་བྱེད་ཡོང་གི་འདུག་བ། ཕྱི་རྒྱལ་ལ་ཡ་ད་ཕྱི་རྒྱལ་ལ་ནས་ད་བུ་ད་དེ་བུ་མི་འདུག་རེད་བ། Poster སྦྱར་ཡ་ལོག་སྲིད་དེ་ཧ་ན་མི་འདུག་ང་ཚོ་ཕི་རྒྱལ་ཡིན་ན་ད་དེ་ཡག་པོ་ཞིག་མཐོང་སོང། ཕར་ཆེར་ང་ཚོའི་སྤྱི་འཐུས་ཞིབ་ཕྱི་ཞེ་ལྔ་ཆ་ཚང་ངོ་དེབ་ཡོད་ཀྱི་རེད་བསམ་གི་འདུག་ད་ངོ་དེབ་མེད་ནས་ངོ་གདོང་ཡོད་རེད་བ། དེབ་དེ་ད་བར་རེཇིསྟར་བྱས་ནས་བར་འཛུལ་བཟོས་བྱས་ཆོག་ཡོད་དུས་མ་འོངས་པ་ལ་དེ་འདྲའི་སྐབས་ཡོད་ཡ་གཅིག། ཤོག་བུ་དེ་སྦྱར་མ་དགོས་པར་རང་འབད་བརྩོན་བྱས་པ་ཡིན་ན་བཟང་ཕྱོགས་ཀྱི་རྣམ་པའི་ཐོག་ནས་བརྡ་གནང་མ་གནང་ཁྱེད་རང་ཚོས་ཞིབ་དཔྱོད་ཀྱིས་གཟིགས་རོགས། དེ་གཅིག་གང་ལ་ཡང་མ་འོངས་པ་ལ་ཡང་སྒྲིག་གཞི་གི་ཐོག་ནས་བཟོ་དགོས་དགོས་ཡོད་ནའི་རེད་གང་ཅིག་གི་ཐོག་ནས་ཡང་གཅིག་དོལ་ཚོའི་རང་གི་ཐོག་ནས་བཟོ་དེའི་དགོངས་པ་བཞེས་དགོས་དེ་གལ་ཆེན་པོ་ཆགས་ཀྱི་འདུག་དེ་གཅིག་རེད་ང་ཚོ་རྒྱལ་ཁབ་རང་བཙན་མེད་པའི་གི་གཅིག་ལའི་སྦྱོར་བ་གནས་ཡུལ་རྒྱལ་ཁབ་ལ། གསུམ་པ་དེ། ངེད་ཅག་ཨོ། ཁྱེད་དུས་སུ་ལངས་ཆོག་གི་རེད་ཆོག་གི་མ་རེད་ཟེར་ད་ལྟའི་སྒྲིག་གཞི་འདི་ནང་ཡོད་ཟེར་བ་འདྲ་བོ་ཅིག་ད་ཁ་ཚ་དེ་བཅའ་ཁྲིམས་ཀྱི་ཐོབ་ཐང་འདི་ནང་ལ་ཡོད་རེད། ཁ་ཚ་སྙན་མ་མ་སུ་རི་ལ་ཡ་གནས་ཚུལ་ཅིག་བྱུང་ནས་ངའི་ཨམ་ཆུ་ནང་ལ་ལས་བྱུང་སྙན་ཞུ་བཞག་ན་བསམ་བྱོས། མ་སུ་རི་བོད་ཁྱིམ་ལ་ཡ། དོ་བདག་ཅིག་སྤྱི་འཐུས་ལངས་བཞག་ལངས་པའི་སྐབས་ལ་ད་ལྟའི་ལངས་ཆོག་མ་ཆོག་གི་གནས་ཚུལ་ཅིག་བྱུང་ནས་ག་ད་ཁོ་ན་ཐ་མ་དེ་ལ་ཡ། ཆེད་ལས་ཅིག་ལ་ཁེལ་བྱས།

དོན་ཚན་ཉི་ཤུ་རྩ་བཞི་པའི་གི་བདུན་པའི་ཀ་པ་དེ་ད་དེ་གཉིས་མ་ཡོད་མ་རེད་སྒྲིག་གཞི་དེ་བཞུགས་སྒར་གསར་འཇུག་བྱེད་རྒྱུ་རེད། ཆོལ་ཁ་གསུམ་དང་གཅིག་ལས་ཅོར་མི་དགོས་ཆོལ་ཁ་དེ་ཀློག་ཆོག་ཆོལ་ཁ་གསུམ་གི་སྒྲིག་འཛུགས་དང་ཆོས་བརྒྱུད་ཁག་དང་གཞུང་འབྲེལ་མ་ཡིན་པའི་ཚོགས་པའི་སྐྱིད་སྡུག་ཁ་ཆད་ཀྱི་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་ཆོས་འདོན་པ་དང་རྒྱབ་གཉེར་གསལ་བསྒྲགས་རིགས་བྱེད་མི་ཆོག་ཟེར་དུས་ཀྱི་ད་ཆོལ་ཁ་གཞོན་པ་སུ་ལ་ཡང་གནོད་ནས་ཁ་བ་གས་མི་འདུག་ཁོ་ཆོལ་ཁའི་ཞེན་ཁོག་གི་ལས་ཀ་དེ་མང་པོ་ཞིག་རྙོག་དྲ་ཡོད་དུས་བསམ་པ་དེ་འདྲ་ཡག་ག་བྱུང་ཞེས་གསུངས་པོ་འདི་དེ་ལས།

ལྟས་ངན་སྒྲིག་འཛུགས་ཅིག་མིང་བཏོན་གྱི་འདུག་ཟེར་དེ་སྒྲིག་འཛུགས་དེ་ལ་དོ་ཕོག་དེ་སྒྲིག་གཞི་དེ་འགྱུར་བ་དང་ཟེར་ཕྱིན་པ་སོང་ཙང་དེ་ཤེས་ཀྱི་ཡོད་རེད་སྒྲིག་གཞི་འགྱུར་བ་དང་ངས་སྤྱི་འཐུས་ལྷན་ཚོགས་ལས་ནས་འོས་བསྡུ་དང་འབྲེལ་བ་བྱས་ཏེ་དེ་ཤེས་ཀྱི་ཡོད་མ་གཏོགས་ཅིག་གིས་རང་སྣང་ཆགས་སྣང་བྱེད་ཤེས་ཀྱི་ཡོད་མ་རེད་དེ་ངས་ཤེས་དགོས་རྒྱུ་མཚན་དེ་ག་རེ་ཡོད་རེད་ལབ་ཡོད་ན། ངས་ཀྱི་འདོད་པ་དང་འདུན་པ་ཡོད་ན་གདའ།

བཀའ་འདི་ཚོགས་ཆོག་ལས་རིམ་ནམ་ཤར་ཞུ་དགོས་ཏེ། དེ་གོང་གི་བཀུར་འོས་སྤྱི་འཐུས་གཅིག་གྲོས་ཚོགས་ནང་ལ་ཡང་མཉམ་ཞུགས་གནང་སྟངས་དང་འབྲེལ་བའི་ཐོག་ནས་བཀའ་མོལ་གསུང་སྟངས་དང་འབྲེལ་བའི་ཐོག་ནས། ངའི་གོ་ཡ་ལས་ཡང་དཔལ་ལྡན་སྲིད་སྐྱོང་མཆོག་གིས།

ལས་ག་ཚོད་འདྲ་བ་ཆགས་ཀྱི་མི་འདུག་བསམ་གྱི་འདུག་འདི་འདྲ་ནི་རྩ་བའི་འོས་བསྡུ་ལས་ཁུངས་ཀྱི་ལས་དོན་བྱ་གཞི་དང་འབྲེལ་བའི་ཐོག་ནས་དོགས་འདྲི་ཕེར་བ་དང་གླེང་སློང་བྱུང་བ་དེ་ཚང་མ་འོས་བསྡུ་ལས་ཁུངས་རང་ནས་ཡིག་ཐོག་ནས་ཚུར་ལན་བཟོ་ནས་འཛིན་སྐྱོང་བཀའ་ཤག་བརྒྱུད་ནས་གྲོས་ཚོགས་ནང་སྙན་སེང་ཞུ་དགོས་རེད་དེ་ནམ་རྒྱུན་འགྲོ་སྟངས་དེ་ག་རང་རེད་དེ་དགོངས་པ་རྒྱག་རོགས་གནང་ཞེས་ཞུ་ཡ་ཡིན། ཞི་བདེའི། དགེ་བཤེས་ལྷ་རམས་པ་མགོ་བློ་བཟང་ཕན་བདེ་ལགས། ཤིང་སྡོང་ཡིན་པས། ཞི་བདེའི་དབང་སྡུད་རྡོ་རྗེ་ལགས། བཀའ་མ་ལྔ་རོང་ལྷག་གི་ཞག།
བ་དན་སོ་སོ་མཆོག་འོས་བསྡུ་ལས་ཁུངས་ཀྱི་ལས་དོན་བྱེད་ཕྱོགས་དང་འབྲེལ་བའི་ཐོག་ནས་ཞུ་ཡ་གཅིག་ད་ཅིའི་གོང་དུ་རྩ་བའི་ཕྱག་དྲིལ་མང་པོ་གཅིག་གསུང་གནང་སོང་དེ་ག་རང་ལ་སོས་སོས་ཀྱི་ཡིན་ན་ཚོར་བ་ཡོད་བའི་ཐོག་ནས་ཞུ་ཡ་འདི་རྩ་བའི་ང་ཚོ་དམངས་གཙོ་གི་ལམ་ལུགས་ཀྱི་ཐོག་ནས་མི་དམངས་ཀྱི་འགོ་ཁྲིད་ཡར་འཕེལ་མཁན་ཚང་མ་དངོས་གནས་ཀྱི་ཅིག་ཡིན་ལུགས་ཚུལ་ལྡན་གྱི་ངོས་ནས་ཡར་འཕེལ་དགོས་འོ་རེད་འདི་སོང་ཙང་ཉེ་བའི་ཆར་ང་རང་ཚོ་འོས་བསྡུ་གྱི་བརྒྱུད་རིམ་ནང་ལོགས་ལ་དམིགས་བསལ་གྱི་སྔོན་འགྲོས་ཀྱི་འོས་བསྡུ་སྐབས་སུ་བལ་ཡུལ་གྱི་འོས་བསྡུ་དང་འབྲེལ་བའི་ཀྱི་ཐོག་ནས་སོ་སོ་ཡིན་པ་ཡིན་ན་ཡང་ཅིག་ཡར་མར་ནས་གནས་ཚུལ་གོ་ཡ་མང་པོ་ཅིག་བྱུང་སོང་འདི་སོང་ཙང་ད་སྔོན་སྔོན་འགྲོས་ཀྱི་གྲུབ་འབྲས་དེ་མ་སེར་ར་བྱས་ཚར་བ་འདྲ་ཅི་རེད། དེ་ནང་བཞིན་གྱི་དངོས་གཞིའི་གི་འོས་བསྡུ་གི་ད་དུས་ཚོད་དེ་ཡང་གཏན་འབེབས་བྱས་ཚར་རེ་ཡིན་པ་ཡིན་ནའི་ད་ད་ལྟ་ཡིན་ན་ཡང་ང་ཚོ་འོས་བསྡུ་ཚོགས་ཆུང་གི་ངོས་ནས་ཞིབ་འཇུག་ད་ལྟ་ཡིན་ན་ཚར་མི་འདུག་ཨ། དེ་སོང་ཙང་དེ་ང་ཚོའི་གི་ཞིབ་འཇུག་དེ་ག་དུས་སུ་ཚར་གི་ཡོད་མེད། འདི་ང་ཚོའི་དངོས་གཞིའི་གི་འོས་བསྡུ་མ་སླེབས་བའི་སྔོན་ལ་ཚར་གི་ཡོད་རེད་དང་ཡོད་མ་རེད། གང་ཡིན་ཟེར་ན་ད་ལྟའི་གི་ཆ་ལ་བལ་ཡུལ་གྱི་འོས་བསྡུ་གི་འགྲོ་སྟངས་འགྲོ་ལུགས་ལ་བལྟས་བ་འདྲ་བྱས་ན་ལྟས་ཤིག་ང་རང་ཚོ་ཁྲིམས་སྒྲིག་གཞི་ལྟས་ཟིན་གྱི་བསྡད་ཡོད་བ། ཨོ་ནེ་གི་ད་ལྟ་ང་རང་ཚོ་བལ་ཡུལ་གྱི་ངོས་ནས་འོས་ག་ཚོད་ཟིག་སླེབས་ཡོད་བ་འདི་ཡང་ལྟས་ཟིན་དོགས་པ་ནང་ལོ་ལྷུང་བསྡད་མཁན་འདྲ་བོ་ཅིག་ཆགས་འདེད་ཀྱི་འདུག་འདི་སོང་ཙང་མ་འོངས་པར་ང་ཚོ་ཞིབ་འཇུག་ཚད་ལྡན་ཅིག་གང་འཇོག་འཇོག་ཅིག་བྱུང་ཡོང་དགོས་དེ་གལ་ཆེན་པོ་ཡིན་པ་དང་འདི་ཕེབས་ཚར་བའི་གི་རྗེས་ལ་ང་ཚོ་སྔོན་འགྲོའི་གི་གྲུབ་འབྲས་ནང་ལོ་ལ་ཡང་འགྱུར་བ་ཏན་ཏན་ཅིག་འགྲོ་གི་རེད་བསམ་གྱི་འདུག་འདི་སོང་ཙང། བོད་དུ་འཚོ་བྱུང་ལ། ཅིག། ང་རང་ཚོའི་ངོས་ནས་འདིའི། ཞིབ་འཇུག་མཚན་ལྡན་གང་མགྱོགས་མགྱོགས་ཅིག་གནང་རོགས་བྱེད་ས་ནི་འདིར་འབུལ་སྐུལ་ཞུ་ཡ་ཡིན་གལ་སྲིད། བལ་ཡུལ་ལ་གནས་སྟངས་འདི་བཙལ་བས། དགྲ་བོ་རྒྱ་དམར་གྱི་གནོད་ཤུགས་ཀྱི་འོག་ལ་ཚང་མ་ལ་དཀའ་ལས་ཡོད་རེད་ཡིན་པ་ཡིན་ན་ཡང། འོས་བསྡུ་གི་བརྒྱུད་རིམ་འདི་ང་ཚོ་དྲང་པོ་དྲང་ཤག་ཁྲིམས་སྒྲིག་གཞི་གི་འོག་ལ་འགྲོ་དགོས་བར་གལ་སྲིད་འགྲོ་མ་ཐུབ་བ་འདྲ་ཞིག་ན། མ་འོངས་པར་འོས་བསྡུ་ཚོགས་ཆུང་གི་ངོས་ནས་བལ་ཡུལ་གྱི། དངོས་གཞི་གི་འོས་བསྡུ་གི་ཐོག་ལ། ཕྱག་ལས་ནན་པོ་ཅིག་གནང་དགོས་རེད་ས་ནི་ཞུ་ཡ་ཡིན།

གསུང་ངོམ་པའི་སྐབས་ལ་ཡང་དངོས་གནས་ཡིད་ཚད་དང་ལྡན་པ། དུས་ཚོད་ཐུང་ཐུང་ཅིག་གི་ནང་ལོགས་ལ། ཨ་ནི་ང་ཚོས་སྲིད་སྤྱི་གཉིས་ཀྱི་འོས་བསྡུ་འདི་སྒྲུབ་ཐུབ་ཡ་ཅིག་ཁོ་རང་ཚོ་གིས་སྒྲུབ་ཆེད་གཏན་འབེབས་གནང་ཡོད་རེད། འདི་ལ་ཡང་ཐོག་མར་སོ་སོའི་འདུག་སའི་འོས་བསྡུ་ལས་ཁུངས་ཀྱིས་གསལ་བསྒྲགས་གནང་ཡོད་པའི་སྐབས་ལ་ཡང་དངོས་གནས་ཡིན་འོས་བསྡུ་ལས་ཁང་གིས་དངོས་གནས་ཡིན་དུས་ཚོད་ཐུང་ཐུང་ཅིག་གི་ནང་ལོགས་ལ། ཨ་ནི་མི་གང་མང་མང་ཅིག་གང་ལྟར་འདིའི་ནང་ལ་འོས་བསྡུའི་ནང་ལས་ཆ་བྱད་ལེན་ཐུབ་ཡས་དེ་འདྲས་ཀྱི་ཁོ་རང་ཚོ་ལས་རིམ་ཅིག་བདེན་པའི་གནང་བཞག་བསམ་ལ་དྲ་བོ་ཅིག་སོ་སོར་དེ་འདྲས་བཟོ་བ་བྱུང་སོང་དེ་འདྲས་ཡིན་དུས་འདི་ལ་ཡ་ཨན་དབུས་འོས་བསྡུ་ལས་ཁང་ལ་ཡ་ཨན་ཐོག་ཅིག་བྱས་བཀའ་དྲིན་ཆེ་ཞུ་ཡས་ཡིན། ཡིན་ན་ཡང་ད་འོས་བསྡུ་ལས་རིམ་འདུག་སྨ་འགྲོ་བའི་སྐབས་ལ་ཡ་ཨན་ནི། ཞེས་ཁ་ཚུགས་རེ་ཐོན་མེད་ཀྱི་གཏན་འབེབས་རྣམས་ནང་བཞིན་བྱས་ནས། ཨན་གཅིག་གི་སྔོན་འགྲོའི་གི་འོས་མི་གསལ་བསྒྲགས་བྱས་ཡ་ཡིན་པ་ནས་རེད། དངོས་གཞིའི་འོས་མི་གསལ་བསྒྲགས་བྱས་ཡ་ཡིན་པ་ཡིན་ཡིན་ནས་རེད་ཆ་ཚང་ལོ་གཅིག་དུས་ཚོད་ནང་བཞིན་བྱས་བྱས་མ་གནང་བ་བྱས་བྱས་དངོས་ལ་ཡ་གནང་བྱས་བྱས་དེ་འདྲ་ཅིག་གནང་སོང་དེ་ཡིན་དུས་རྩོམ་པ་འདིས་ཅིག་ཁ་ཚུགས་རེ་ང་ཚོའི་ཐོག་མའི་སོ་སོའི་གི་འོས་བསྡུ་ལས་ཁང་ལས་རིམ་བསྒྲུགས་ཡོང་བའི་བཀའ་ལ་དངོས་གནས་ཡིན་ཁྲིམས་དང་སྒྲིག་གཞི་གཞིར་བཟུང་གི་ཏག་ཏག་ཅིག་གཏན་འབེབས་གནང་བཞག་ཟེར་ན་འདྲ་བོ་ཅིག་ཚོར་སོང་ད་ཡིན་ན་ཡང་དངོས་གཞིའི། གཅིག་རྗེས་གཉིས་ཀྱི་དངོས་གཞིའིའོས་མིང་གསལ་བསྒྲགས་གནང་ཡས་དེ་སྔོན་ན་བྱིན་ན་ད་ལྟ། ཕྱི་ཟླ་བཞི་པའི་ཚེས་གསུམ་ལ་བྱ་དགོས་ཡོད་རེད་བ། ད་དེ་གནང་ཚར་བ་རེད། བྱས་ཙང། སྙིང་མ་འོས་བསྡུའི་སྒྲིག་གཞི། དོན་ཚན་བཞི་བཅུ་ཞེ་དགུ་གི་ནང་གསེས་གསུམ་པའི་ཀ་པ་ནང་ལོགས་ལས་ཡང་སྙིང་མ་བསྐྱར་བཅོས་ཤིག་གནང་བ་རེད། དེ་ལྟར་དང་དངོས་གཞི་འོས་མིན་གསལ་བསྒྲགས་བྱས་པ་ནས་དངོས་གཞི་འོས་བསྡུ་མ་བྱས་པར་རུང་ལས་ཡག། འདི་རྒྱུན་རིང་པོ་ཞིག་བཞག་ན་ཡག་པོ་མི་འདུག་དེས་དཔའ་རུ་དེ་ལ་དཀའ་ངལ་ཆེན་པོ་འཕྲད་ཀྱི་འདུག་ཨན་སྤྱི་ཚོགས་ནང་ལ་བརྡབ་གསིག་མང་པོ་ཐེབས་ཀྱི་འདུག་ཅེས་དེ་འདྲ་ཡིན་ཙང་ཨན་འདི་འོས་བསྡུའི་སྒྲིག་གཞིའི་ནང་ལོགས་ལ་ང་ཚོ་འདི་ཟླ་བ་གཉིས་པ་ཟླ་བ་གཅིག་རེད་དེ་ཕྱིས་སུ་ང་ཚོ་ཉིན་མ་ཉི་ཤུ་བཞག་རེད་དངོས་གཞིའི་འོས་མི་གསལ་བསྒྲགས་བྱས་ནས་དངོས་གཞིའི་འོས་བསྡུ་མ་བྱས་བར་དུ་ལ་ཉི་མ་ཉི་ཤུ་མི་བཞི་བཞག་ཡོད་མ་རེད། ད་ད་ལྟའི་ཆར་ལ་དབུས་འོས་བསྡུ་ལས་ཁང་ནས་དངོས་གཞིའི་འོས་མི་གསལ་བསྒྲགས་གནང་ཚར་བ་རེད། རྩ་བའི། ད་ལྟའི་ཆར་ལ་ཡང། སྲིད་སྐྱོང་གི། དངོས་གཞིའི། འོས་བསྡུ་འགྲོ་དགོས་ཀྱི་ཡོད་མ་རེད། རེད་བ། ཡིན་ན་ཡང་མ་འོངས་པ་ལ་ཡང་ཨ་འདི་འདྲའི་གི་རྟག་པར་ཅིག་ཡོང་སྲིད་མ་རེད་བ། དེ་ནས་ཡིན་ན་ད་ལྟའི་ཆར་ལ་ཡང་ཨ་འདི་གི་ཁ་སོགས་རེད། སྲིད་སྐྱོང་གི། དངོས་གཞི་འོས་བསྡུ་དེ་སྒྲོག་མ་དགོས་པ་ཡིན་དུས་བཙོན་པ་ལྟ་དེ་ག་ཚིག་ཅིག་ཅིག་བསྒྲུབ་བྱ་དེ་བོ་ཅིག་ཡོང་ཐབས་ཧ་གོ་མ་རེད་ཡིན་ན་ཡང། ད་སྤྱི་ཚོགས་ནང་ལོག་ལེ་ཡ་ལབ་རྒྱུ་གླེང་རྒྱུ་མང་ཤོས་དེ་ད་ཉི་མ་ཉི་ཤུ་དེའི་བར་བར་ཡོང་གི་ཡོད་རེད། དེ་འདྲའི་ཡིན་དུས་བཙོན་པ་ལྟ་འདི་ཨན་ནི་དབུས་འོས་བསྡུ་ལས་ཁང་གི་ཐོག་ནས་ཨན་བལྟས་ཚོད་བྱེད། ད་རྩ་བའི་དབུས་འོས་བསྡུ་ལས་ཁང་ལ་ཡ་སྐུ་ངལ་ཡོད་རྒྱུ་རེད་ཡིན་ན་ཡང་མཐོ་དམན་གྱི་ཨན་འཆར་གཞི་བཀོད་པ་ནང་བཞིན་བྱས་ནས་ཕེབས་ཐུབ་མ་སོང་ཞུ་ཡ་ཡིན།
ཨ་མདོ་སོགས་སུ་ཞོགས་འོས་བསྡུ་ལྷན་ཁང་གི་ལས་དོན་བྱེད་ཕྱོགས་ཐོག་ལས་བསམ་ཚུལ་ཟེར་ན་རེ་ཨ་ནེ་རེ་སྐུལ་མདོ་སྡིག་ཞུ་ཆོག་ཅིག་སྤྱི་ཡོངས་གོང་ལས་ང་ཚོ་བཀུར་ཡོད་སྤྱི་འཐུས་ཁ་ཤས་གསུངས་སོང་བ་ཡུལ་ནང་གི་གནས་སྟངས་དེ་རེད་ད་བ་ཡུལ་ནང་གི་གནས་སྟངས་དེ་ད་ལོ་ཙམ་མ་ཡིན་པའི་གི་ད་དེ་བས་གི་འོས་བསྡུ་ག་དུས་ཡོད་བ་ཡིན་ན་གང་ལྟར་གཞན་དབང་སྟབས་བསྟུན་འགྲོ་ཡི་འཛི་ཟིན་པ་དཀའ་ངག་ཅིག་ཡོད་རེད་ནི་མ་འོངས་པ་ཡིན་ནའི་ཨ་ནེ་གང་ལྟར་འོས་བསྡུ། ཨ་ནེ་བརྗེད་དཀའ་དམངས་འཚོའི་ནང་ལོགས་ལས་གལ་ཆེན་པོ་ཡིན་དུས་ཨ་ནེ་འོས་བསྡུ་གི་ལས་རིམ་དེ་ཚོ་ཡིན། དེ་འདྲ་ད་དཀའ་མོལ་དེ་དཀའ་ངལ་དེ་ག་རེ་ཟེར་ན་འོས་བསྡུ་གསལ་བསྒྲགས་སྒྲུབ་པའི་སྒྲུབ་བྱེད་ཆ་ཚང་ཚར་བའི་རྗེས་ལས་འོས་བསྡུ་ལྷན་ཁང་གི་ཞིབ་འཇུག་འགྲོ་བཞིན་པ་ཡིན་ཟེར་བྱས་རྗེས་གསུང་གི་ཡོད་རེད་བྱས་ཙང་དེ་ཡིན་དུས་རྩམ་པ་ཨ་ནེ་བརྗེད་དཀའ་གསལ་བསྒྲགས་སོང་ཟིན་པ། ཚ་བའི་རྗེས་ཡང་བསྐྱར་ཞིབ་འཇུག་གནང་གི་ཡོད་གསུངས་ཡ་དེ་ག་འདྲའི་དྲོ་ཅན་ཡིན་ན་དེ་ཞུ་གཏུག་མི་འདུག་དེ་ནས་ཨ་ནི་འོས་བསྡུ་གི་བརྒྱུད་རིམ་ནང་ལོགས་ལས་བྱེད་ག་དཔེར་ན་འོས་བསྡུ་ཚོགས་གཙོ་གི་ས་གནས་འོས་བསྡུ་ལྷན་ཁང་གི་ཨ་ནི་ཐག་བཅད་གནང་བ་ད་ག་རང་ཨ་ནི་དབུས་གི་གནང་གིན་གསུངས་རེད་དེ་ཡང་ས་གནས་ག་ཞིག་ནང་ལོགས་ལས་ས་གནས་འོས་བསྡུ་གི་ཐག་ཅེས་བྱ་བ་དེ་འདྲ་ཡང་དབུལ་བའི་དུས་ཀྱི་རྗེས་ནས་ཡང་དེའི་བཅད་སྒྲ་བཏང་བ་དང། དམ་བཅའ་འདེམས་བྱེད་འཕྲོག་པའི་གནས་ཚུལ་བྱུང་བས་རེད་བྱས་ཙང་དེ་ཚོའི་ནང་གི་སྐད། ཁྲིམས་དང་མཐུན་པ་ཟིན་ན་རེད་ཡང་ན་སྐད་ཅིག་བཀའ་མོལ་ལྔ་གཅིག་གི་འགལ་བ་དང་དག་སྣང་ཞིང་གི་ལག་ལེན་གྱི་ཐོག་ནས་ཏག་ཏག་མ་བདེ་བའི་གི་ཚོར་སྣང་བྱུང་ཟིག་ཞུ་ཡ་ཡིན། དེ་ནི་གོང་ལས་གསུང་ཡ་དེ་དུས་ཚོད་དེ་རེད། གསལ་བསྒྲགས་ཀྱི་དུས་ཚོད་དེ་ཡིན་པ་ཡིན་ན། སྔས་ལས་བཅུ་གསུམ་བརྗེས་ལ་ཡང་གསལ་བསྒྲགས་དེ་དུས་ཚོད་ཡར་མར་འགྱངས་བྱེད་ཅིག་ད་གང་ལྟར་ཡང་བརྗེས་ལ་ཡང་བརྗེས་གལ་འགྱུར་བ་ཅིག་བཏང་ན་ནས་གསུང་དུས་ཙམ་པ་དེ་ཏག་ཏག་མ་བསྡད་བས་ཀྱི་རྣམ་པ་ཅིག་རང་བཞིན་གྱིས་ཚོར་ཡོང་གི་འདུག་དེ་ནས་འོས་བསྡུ་གི་བརྒྱུད་རིམ། འོས་བསྡུ་མ་བྱས་བའི་གོང་ལས་འོས་བསྡུ་ལས་པར་ཚོ་ནི་འོས་བསྡུ་ཚོགས་བཅས་སྤྱི་ཁྱབ་རེ་དང་རང་བཞིན་གྱི་ལས་པར་རྣམ་པ་གཉིས་ནི་ཕག་ཚུ་འཕེལ་བའི་སྐབས་སུ་ཡིན་པ་ཡིན་ནས། ཨ་ནེ་བཅས་ཀྱི་འོས་བསྡུའི་གི་ལས་དོན་གྱི་ཐོག་ལས་ཁྱབ་བསྒྲགས་ལས་དོན་ཐོག་ལས་འཕེལ་བསྡུ་བརྩམས་པ། ཨ་ནེ་ལེགས་འོས་བསྡུ་ལེགས་པར་ཞིག་དེ་འདྲ་ཨ་རི་ལས་ཕེབས་པའི་སྐབས་ཀྱི་ཨ་ནེ་གནས་ཚུལ་གྱི་སྤྱི་ཚོགས་ནང་ལོ་གླིང་བཞི་དེ་འདྲའི་འགྲོ་བདེ་བ་དེ་ཚོ་མ་འོངས་པར་ང་ཚོ་འོས་བསྡུ་གི་ལས་རིམ་དེ་གལ་ཆེན་པོ་རེད་དེ་བརྩམས་པ། དེ་ཚོའི་དུས་ལ་དགོངས་པ་བཞེས་རོགས་བྱེད་དུ་ཞུ་གི་ཡིན་ཨ་ནེ་དང་ནང་བཞིན་གྱི་འོས་བསྡུ་གི་བཅད་ཁྲ་དག་མི་མང་པོ་ཅིག་ལ་བཏང་རེད་ཁ་ཤས་ལ་དམ་བཅའ་དེམ་བཅའི་འཕྲོག་རེད་ཁ་ཤས་ལས་ཨ་ནི་ཅི་ག་གར་ཟེར་བ་རེད། ཕ་ནི་ཉི་ཟླ་དང་ཡིན་གསུངས་རེད། ཨ་ནི་ཁ་བཤད་ཡག་ཞུ་མཁན་བྱུང་སོང་ཟེར་རྗེས་ཨ་ནི་ཐག་གཅད་གནང་ཡ་རེད་ཁ་བཤད་ཞུ་མཁན་མ་བྱུང་སྟེ་ཡིན་ན་ང་ཚོས་ཉི་ཟླ་དང་ཡིན་ཟེར་ཞེས་གསུངས་རེད། དེ་ཡིན་དུས་བརྩམས་པ་ཨ་ནི་འོས་བསྡུ་ལྷན་ཁང་གི་ངེས་ནས་ཡག་ཞུ་མཁན་མ་བྱུང་བ་ཡིན་ན་ཨ་ནི་ག་ཚད་ཅིག་སྤྱི་ཚོགས་ནང་ལོག་ད་ང་ཚོས་གནས་ཚུལ་ག་ཚད་ག་ཚད་ཅིག་ལ་ཨ་ནི་ལག་པ་འཆང་ཐུབ་ཀྱི་ཡིན་ན་མེད་ན། དཔེར་ན་ང་ཚོས་གཅིག་གང་ཟག་བྱེ་བྲག་བར་གྱི་མི་མང་ལས་འོས་བླུག་དགོས་ཡོད་ཟེར་བྱས་ཀྱང་དེ་འདྲའི་མི་མང་ལས་ག་རེ་ཚུགས་པ་རེད་ད་ཚོགས་གཏམ་ཟེར་ན་རེད་དེ་འདྲ་གནང་བའི་བཀའ་རྒྱན་གནང་བའི་སྲོལ་དྲུག་དེ་འདྲ་སྤེལ་ཡོད་དེ་རྗེ་བཙུན་ན་ཡོད་དེ་ལྷན་ཁང་གི་ཡང། ཅིག་ཞུ་ངེས་མ་བྱུང་བ་ཡིན་ན་ནི་བཅད་ཁྲ་བཏང་མ་ཐུབ་པ་དེ་འདྲའི་གནས་སྟངས་ག་འདྲ་ཆགས་ཀྱི་ཡ་རེད། ད་སྤྱི་ཡོངས་ཀྱི་ཐོག་ནས་གོང་དུ་སྤྱི་འཐུས་རྣམ་པ་ཚོ་གིས་གསུངས་སོང་འོས་བསྡུ་དེ་གལ་ཆེན་པོ་དམངས་གཙོའི་བརྒྱུད་རིམ་ནང་ལོ་གལ་ཆེན་པོ་ཞིག་ཡིན་འདི་ཙམ་པ་ཨ་ནི་དེ་བས་ནང་ལོག་ལ་ཅག་ཕྱག་ལས་གང་འཚམ་གནང་ཡ་རེད་དེ་མ་འོངས་པ་ཡིན་ནས་ཨ་ནི་སྤྱི་ཡོངས་ཀྱི་ཐོག་ནས་ཨ་ནི་ཅིག་གང་ཐུབ་ཅི་ཐུབ་ཀྱི་ཐོག་ནས་ཚགས་ཚུད་དང་འོས་བསྡུ་གི་བརྒྱུད་རིམ་གྱི་ཐོག་ནས་ཨ་ནི་ང་ཚོའི་དམངས་གཙོའི་གི་ལམ་ལུགས་དང་འགྲོ་ལུགས་ཀྱི་ཆོད་སྟོང་འདི་ལ་ཆེ་མཐོང་དེ་མ་ཉམས་པ་ཅིག་གནང་དགོས་དེ་གལ་ཆེན་པོ་རེད་འདུག་ཞུ། ཞེས་དེའི་སྐད་འགའ་ཞིག་བཏབ་ལགས།
བཀའ་བསྟན་ཚོགས་གཙོ་མཆོག་དབུས་འོས་བསྡུ་ལས་ཁང་གི་རྒྱུན་ལྡན་སྔོན་རྩིས་ལས་དོན་བྱེད་ཕྱོགས་ཀྱི་ཐོག་ལ་དོགས་འདྲི་ཞིག་ཞུ་འདོད་བྱུང། གནས་ཡོད་དང་སྨན་སྤྲུལ་གྱི་སྲིད་ཀྱི་གཉིས་ཀ་འོས་འགྲོ་ཚར་རེད། དེ་ག་ལ་ད་ས་གནས་བལ་ཡུལ་རེད་ད་དེ་འདྲ་ཅིག་ལ་ཡང་མི་མཐོང་ལགས་ཟིན། ཨ་ནེ་འོས་བླུགས་ཤིག་ཡོད་བ་འོས་ཤིག་ཤེས་རབ་བཏང། ཨ་ནེ་འོས་གྲོང་ཐོ་ནང་མ་ལ་སོང་བ་དེ་འདྲ་ཡོད་ས་རེད། དེ་ལྟ་ན་ང་ཚོ་སྐད་འོས་ཀྱི་ཐོག་རེད། དོ་སྣང་མེད་བ། ས་ཁུག་ལུག་ཁུག་བསྡད་ངེས། ཨ་ནི་དེ་འདྲའི་ལག་བཟོ་པ་མང་པོ་ཡོད་རེད་ལ། སྤྱི་བཏང་ང་ཚོའི་ཆ་སྲིད་ཀྱི་དམངས་གཙོ་ལས་བསྡད་ཅིག། དེ་འདྲའི་ཐོག་ལ་ཡང་ཆ་རྒྱུས་ཉམས་སུ་མེད་བ། དེ་འདྲའི་སྐད་ཡང་ཞན་ཆ་ཆེན་པོ་ཡོད་རེད། དེ་འདྲ་ནས་ད་ད་ལྟ་གང་གི་བལ་ཡུལ་དེ་ཚོ་ལ་ཡང་མེ་རེ་ཟུང་འགྲོ་བ་ནི་སྐྲ་ཤོར་བ་མཁོ། སྐྲ་ཤོར་ན་འོད་ལོག་དེ་དེ་འདྲ་འགྲོ་བདེ་བའི་མང་པོ་ཅིག་གོ་ཐོས་འདུག། དེ་ནས་ད་ང་གི་སྤྱི་བཏང་ང་ཚོ་ཚང་མ་ཁ་བ་གངས་རྒྱས་པ་ཕ་བ་གཤེན་རེད་ཟེར་གི་བསྡུར་བཞག་རེད། ལས་འབྲས་མི་དབྱེ་བའི་གི་ལས་ཀ་དེ་འདྲ་ཅིག་ན་བྱེད་ཡོད་རྒྱུ་མ་རེད་དྲན་གི་འདུག། ང་ལའང་དོགས་པ་ཁྱད་མཚར་གཞན་པ་ཅིག་ལས་འདེགས་དོགས་པ་ག་རེ་ལ་ཡོད་ཟེར་ན། ཙི་ཙི་དུ་སོང། སྐྲ་ཤོག་ས་ཡ་པད་དགའ་བོར། ཤོག་བུ་ས་ཡ་པད་དགའ་བོར་དངོས་གནས་རྡོ། ང་ཚོ་རྡོ་རྗེ་གདན་མི་ཁའི་ལ། མོ་བྲག་གི་སྟག་རྒོད་ས་ཡ་དུ་ཤོག་བུ་ས་ཡ་དུ་དོ་ཚོ་ཅིག་དམ་ས་ཡག་པོ་ཁ་ཤི་སྐྱག་སྒམ་ཡག་པོ་མ་ལོ་ན་ས་འགྲོ་ཡ་དེ་འདྲ་འདུག་ཨ། དེ་ནས་ཙང་ངའི་དོང་གྲི་ངུ་མ་དེ་ལ། དེ་ནས་སྐྲ་ཤོག་ནུང་ལོའུ་ཞེས་པའི་ཁུ་དེ་ངའི་འོད་དུ་སོང། ཙི་ཙི་གི་ཨོང་ས་སོང་ཡིན་ན་འདྲ་དྲན་ཁ་ཤི། ས་གནས་དངོས་གནས་སླེབས་ནས་ཡང་གྲོང་ཤེར་གྲོང་དུ་མེད་པ་དེ་འདྲའི་དངོས་གནས་སུ་འདུག་བ། དེ་འདྲའི་འོང་ཞིང་འགྱུར་བྱེད་རྒྱུ་ཅང་ཡོད་ན་མེད་ན་ཟེར་བ་ཙི་ཙི་གི་ས་ཡོད་སྲིད་ཀྱི་ར། ཤོག་བུ་ས་ཡ་པའི་དགའ་བོ་བཀྲ་ཤོག་ས་ཡ་དགའ་བོ་ར། དེ་ཡས་སྟོང། བལ་ཡུལ་གྱི་ས་ཆ་དེ། འཛོམས་པི་ལིང། ཆ་ཚང་ཤི་ས་གནང་ས་ར་ཡ། ང་ཚོ་བོད་ཡུལ་པ་ར་གང་ན་ཧ་གོ་གོ་ར་ཧ་གོ་དད་མདོ་ར། དམ་དྲག་ཚ་བོ་ཡོད་ར་རྒྱ་ནག་གི་གནོད་ཤུགས། རྒྱ་མི་གི་གནོད་ཤུགས། དེ་འདྲའི་མཛའ་ནའང་རྒྱ་མི་གི་གནོད་ཤུགས་སྤྲོད་བྱས་ནས། སྐྲ་ཤོ་ནས་ཁོ་འོད་དུ་ཡང་མ་འགྲོ་འདི་འོད་ལུ་འོད་ཤོག་དུ་སོང། རྒྱ་མི་གི་གནོད་ཤུགས་བྱས་ནས་འོད་དེ་འདྲ་འཕྲོ་སོང་རྒྱུ། བྱུང་ཡོད་ན་མེད་ན་ཟེར་ངས་ད་ལྟ་དྲི་བ་དེ་རེད་ད། ཙི་ཙི་གི་དེ་འདྲ་ཟ་བཞག་རྒྱུ་འདྲ་བོ་དང་དེ་འདྲའི་དང། རྒྱ་མི་གི་གནོད་ཤུགས་བྱས་ནས་ཨ་ནི་འཕྲོ་སོང་རྒྱུ་འདྲ་བོ། དེ་འདྲའང་བྱུང་ཡོད་ན་མེད་ན་ཟེར་ངས་དང་དྲི་ཞུ་བཞག་དེ་ཡིན། ཞེས་དེའི་རྭ་ཙ་སེམས་ནམ་ནག་པོ་ལ།
པ་འདི་སོགས་སུ་ཕྱོགས། ད་ལྟ་དབུས་འོས་བསྡུ་ལས་ཁང་གི། སྤྱི་ཡོངས་ཀྱི་ལས་དོན་གྱི་བྱེད་ཕྱོགས་ཐོག་ལ་ངས་ཚིག་གཅིག་གཉིས་ཞུ་བསམ་སོང། ཐོག་མར་དེ་ལ་ད་ལྟ་འདི་ང་རང་ཚོ་དམིགས་བསལ་གྱི་ད་ལྟ་འོས་བསྡུའི། བ་ཡུལ་ནང་ལོགས་ཀྱི་འོས་བསྡུའི་གནས་སྟངས་སྐོར་དེ་མ་ཞུས་ན་བསམ་སོང་དེ་ལྟ། ང་ཚོ་བྱ་བྲལ་བྱེད་དུས་མང་མང་ཆེ་བ་ཞིག་མང་ཤས་ཀྱིས་དེ་འདྲའི་གླེང་སློང་གནང་ཚར་གྱི་ཡོད་དུས། ཨ་ནི་ད་ཡང་དེ་ལ་ངེས་པར་དུ་ཅིག་ཆ་ཞིག་ཞུ་དགོས་ཆགས་སོང། ཨ་འདི་གཙོ་བོ་དེ་ད་ད་ད་མང་ཆེས་གསུངས་དེ་འདི་རེད། བོད་ཡིག་ནང་ལོག་གི་འོས་བསྡུ་དེ་སྔོན་འགྲོའི་དེ་དེ་ང་རང་ས་གནས་ཕ་གི་རང་དེ་ལ་བསྡད་ཀྱི་ཡོད་དུས་ང་རང་གིས་མྱོང་ཚོར་འདྲ་པོ་ཞུས་པ་ཡིན་ན། སྤྱི་ཡོངས་ཀྱི་འོས་བསྡུ་གི་ལས་རིམ་དེ་ཡག་པོ་རུ་ཕྱིན་འགྲོ་སོང་བསམ་སོང། ད་ཐེངས་སི་ཏེས་འདི་ནི་གནས་སྟངས་གཏན་འཁེལ་ནང་ཆགས་ཡོད་ཀྱི་རེད། ངས་རང་ཡིན་ནས་རྩད་གཅོད་འདྲ་བོ་འདི་འདྲ་ཞུ་བའི་གོ་སྐབས་བྱུང་སོང། ས་གནས་འོས་བསྡུའི་འགན་འཛིན་རེད་ཨ་ནི་འདི་མཉམ་དུ་ང་ཚོ་ནང་ཟུར་དཔང་དང་བསྡུར་ཚེ་ཚང་མ་འོས་བསྡུའི་སྒྲིག་གཞི་གཞི་བཟུང་ས་གནས་ཁག་འགའ་ཤས་ལ་མང་པོ་ཡག་པོ་གནང་བཞག་དམིགས་བསལ་གྱི་ཕ་གིའི་རང་ས་གནས་ས་ཐོག་ལ་ད་ཕྱག་ལས་གནང་དུས་གོ་སོང་ང་ཚོ་དེ་རྒྱ་གར་དང་ཕྱི་རྒྱལ་ཁག་གི་གནས་སྟངས་འདྲ་བོ་མེད་པ་རྣམ་པ་ཚོས་མཁྱེན་གསལ་རེད། ད་ལྐོག་ལྐོག་སིམ་སིམ་ཡིབ་ནི་བྱས་དང་ཟག་མེད་ཐོག་ནི་བྱས་ད་ཚོད་ད་ད་ཐབས་ཤེས་མང་པོ་བཏོན་དགོས་རེད་དེ་ཚོ་ལས་སླ་བོ་མ་རེད་དེ་དེ་བྱས་ནས་ང་ཚོ་དེ་སྡེང་ཆ་འདི་བརྒྱུད་ནས་ཨ་ནི་འདི་རྣམ་པ་ཚོ་ཕྱག་ལས་གནང་མཁན་ཚོ་ཐུགས་རྗེ་ཆེ་ཞུ་ཡ་ཡིན་དེ་ཚོ་ལས་སླ་བོ་བྱས་དང་ང་ཚོ་དེ་ནི་དེ་ང་ཚོ་ཤེས་བྱ་ཡ་འདྲ་བོ་བྱས་ད་བོད་ཀྱི་ལག་ལེན་ལྟར་རེད་ད་གནས་སྟངས་གནས་སྟངས་དཔེ་ཁ་ཁ་རེད་དེ་ཚོ་རྣམ་པ་ཚོ་ངེས་པར་དུ་དགོངས་པ་བཞེས་རོགས་གནང་ཞུ་ཡ་ཡིན་འོ་དེ་གཅིག་རེད་ཨ་ནི་དེའི་རྗེས་ལ། མ་འོངས་པ་ཡིན་ན་ཡང་དེ་འདྲའི་དཀའ་ངལ་འཕྲད་མ་སྲིད་པ་མ་རེད། དེ་སྔ་ཡང་ང་ཚོ་ཕྱག་བྲིས་ང་ཚོ་གྲོས་ཚོགས་ནང་ལོགས་འདི་གླེང་སློང་བྱུང་ཡོད་རེད་མ་འོངས་པ་ཡིན་ན་འདི་ཚོ་འོས་བསྡུ་འདི་ཚོ་གི་ལས་འགྲོ་སྟངས་འདི་ཚོ་དྲ་ཐོག་ནས་བྱུང་ཐུབ་ན་ག་འདྲས་འདུག་ཟེར་ཏེ་དམིགས་བསལ་གྱི་བལ་ཡུལ་ནང་ལོགས་ལ་ངེས་པར་དུ་འདི་གནང་ཐུབ་པ་ཡིན་ན་ང་ཚོ་ཚང་མ་ལ་ངོ་ནས་དྲ་ནས་དགེ་མཚན་ཆེན་པོ་ཞིག་ཡོད་རེད་བསམ་གྱི་འདུག་འདི་ངའི་བསམ་ཚུལ་ཞུ་ཡ་ཡིན། དེ་ག་ནང་བཞིན་གྱི་ད་འདི་གོང་ལ་ཕྱག་བྲིས་སྤྱི་འཐུས་གཅིག་གི་རོགས་ཙམ་བྲིས་ཞུས་སོང་སྟེ། དོ་བདག་དེ་ཡར་ལངས་བསྡད་མཁན་དེ་ད་ལྟ་བལ་ཡུལ་གནམ་ཐང་རྒྱུན་ཚུགས་དེ་བཅར་བ་ཡིན་ཨ་ནི་འདི་བཞུགས་འོས་ཀྱི་གནད་འགག་ཅིག་མཐོང་གི་འདུག་ད་ལྟ་ངེད་ཅག་གིས་འདྲ་གནས་སྟངས་མང་པོ་ཅིག་བར་ལ་སྤྱི་ཚོགས་དྲ་ལམ་ཁག་རེད་སྤྱི་ཚོགས་ནང་ལོགས་ལ་ཨ་ནི་དཀའ་བས་མང་པོ་བྱུང་གི་ཡོད་དུས་བལ་ཡུལ་ནང་ལོགས་ལ་ད་ལྟ་གནས་བསྡད་གི་བོད་པ་མང་པོ་ཅིག་ཡོད་རེད་དེ་ཚོ་གནས་སྟངས་མ་འདྲ་བ་མང་པོ་འདུག་ལ་བལ་ཡུལ་བཞུགས་བསྡད་གི་ཡོད་རེད་དེ་ཚོ་ལ་ངེས་པར་དུ་དགོངས་པ་བཞེས་རོགས་ཅེས་ཟེར་བ་འདིས་ང་རང་ཚོ་ཕྱི་ལོག་གི་ཅིག་གར་རྩོད་གཞི་དང་ལག་ཆ་དང་ང་རང་ཚོ་གནོད་སྐྱེལ་གྱི་ཅིག་ལག་ཆ་རྨ་བྱ་ཡས་ཀྱི་དེ་ངེས་པར་དུ་ང་ཚོ་དེ་དོ་སྣང་གནང་དགོས་འདུག་ཨ་ནི་འདིས་ང་རང་ཚོ་ཡང་གར་ཅིག་འགའ་ཞིག་གི་ལབ་ན་ད་ཅིག་སེམས་ཤུགས་བཅག་ཡས་འདྲ་བོ་དང་དེ་འདྲས་ཀྱི་གནས་སྟངས་འདྲ་བོ་དེ་འདྲས་མང་པོ་ཆགས་འདུག་བྱས་ཙང་ངས་རྣམ་པ་ཚོ་ལ་འབོད་སྐུལ་ཞུ་ཡས་གཙོ་བོ་དེ། ཨ་ནི། ང་རང་ཚོ་བལ་ཡུལ་ནང་ལོགས་ལ་བསྡད་བཞག་གི་ཡུལ་བོད་རིགས་ཚོ་ལ། བོད་རིགས་ཁོ་རང་ཚོ་གི་གནས་སྟངས་དང་ཁོ་རང་ཚོ་གི་མདུན་ལམ་ལ། ཅིག་ཅིག་དོ་གོ་བོག་རོགས་དང་དོ་བོག་དེ་ནས་མ་སྒྲོལ་བྱས་ནས་ཨ་ནི། རྣམ་པ་ཚོ་མ་འོངས་པའི་ད་བལ་ཡུལ་སྐོར་ལ་བཀའ་མོལ་མང་པོ་གནང་གི་ཡོད་ཀྱི་རེད་དེ་ཚོ་ག་ལ་ཡིན་གཅིག་མིན་གཅིག་ངེས་པར་དུ་ཐུགས་བསམ་བཞེས་རོགས་གནང་ཞུ་ཡི་ཡིན་ཞེས།